དེ་ནས་ད་ལྟ་རྒྱ་ནག་དང་འབྲེལ་བའི་ཐོག་ནས་གནས་ཚུལ་ཁ་ཅིག་ཞུས་པས་ན་ད་རྒྱ་གར་ལྷོ་ཕྱོགས་ལ་དར་ཁྱབ་ཆེན་པོ་ཡོད་འདུག་པས་ད་ལྟའི་རྒྱ་གར་གྱི་གསར་ཁང Deccan Herald ལས་ཕྱིར་ལྟ་ཁོ་ན་ཚོ་གིས་དཔྱད་རྩོམ་བོད་དོན་དང་འབྲེལ་བའི་ཐོག་ནས་བརྗེ་པོ་ཞིབ་ཅིག་བྲིས་གནང་ཤག་ད་འདི་གི་འགོ་བརྗོད་དེ་ཡིན་ན་ནི་ཤིས་གཙང་དང་རྒྱ་ནག་གི་སྲིད་ཇུས་ནི་བོད་བསུ་བ་ཡག་གི་དཔེ་མཚོན་བྱས་པ་ཟེར་བ་ད་ག་ད་རྒྱ་ནག་གི་བོད་ཀྱི་ད་འཐབ་རྩོད་མེད་པ་བཟོས་ད་བོད་ཀྱི་མིང་ཙམ་ཡང་མེད་པ་བཟོས་ཀྱི་དཔེ་མཚོན་བྱེད་ཀྱི་ཡོད་པ་རེད་བྱས་ཙང་གི་ད་ཁོ་རང་སུ་གི་ཚིག་ང་ཚོའི་རྒྱལ་སྤྱིའི་སྒང་ལ་ཡོད་དེ་བ་ད་བོད་ཀྱི་མིང་དེ་ད་ད Tibet དེ་མེད་པ་སྤད་ཁོ་རང་ད་གཅིག་ཏུ་བཟོས་ཀྱི་འབད་བརྩོན་བྱས་བྱས། དེ་ཀྱི་ཚབ་ལ་ནི་ད་ལྟའི་ཕྱིའི་གཙང། ཡ་རྒྱབ་ཡ་གྱིས་འབད་བརྩོན་བྱེད་ཀྱི་ཡོད་པ་རེད་ཟེར་དེ་འདྲའི་གཅིག་དང། ད་རྩ་བའི་རྒྱ་ནག་གི་བོད་ཀྱི་ད་ལྟའི་ད་ས་ཆའི་རྟ་དབང། ཆུ་གི་རྟ་དབང་གཏེར་ཁའི་རྟ་དབང། ཆ་ཚང་རག་ཡོད་པ་རེད་དེ་ད་ད་ལྟའི་མིང་ཙམ་ཡང་ན་མེད་པ་བཟོས་ཀྱིས་འབད་བརྩོན་བྱེད་ཀྱི་ཡོད་པ་ད་གང་དག་མདོར་བསྡུས་པ་ནི་དེ་འདྲ་གཅིག་བྲིས་བསྡད་ཀྱི་ཡོད་པའི་ནི་ཚོད་དཔྱད་རེད་དེ་ཆ་ཁོ་ན་ཚོ་གིས་བཤད་བཤད་བྱས་ན། ད་རྒྱ་ནག་དམར་ཤོག། སྲིད་གཞུང་དབུ་བརྙེས་ནས་བྱས་ནས་ད་བོད་ནང་ལོ་ཡ་ད་དང་པོའི་གཅིག་ཞི་བའི་བཅིངས་འགྲོལ་དང། ཨ་ནི་གཅིག་བྱམས་སྙིང་རྗེ་རང་བཙན་སྒྲོལ་མའི་ཐོབ་ཐང་གི་ཁ་བཤད་བའི་ཐོག་ནས་བོད་པ་ལ་བསླུ་བྲིད་བྱས་བྱས་ད་གང་ད་འཛམ་གླིང་ནང་ནས་ད་ས་ཆ་གནད་འགག་ཆེ་ཤོས་དེ་རུ་བ་ད་འདི་གོ་ལའི་ཆབ་སྲིད་ཀྱི་ཐོག་ནས་ས་ཆ་གནད་འགག་ཆེ་ཤོས་དེ་ཁོང་ཚོ་གི་དབང་བསྒྱུར་བྱས་པ་རེད་ད་འདི་གཏེར་ཁ་གི་ཐོག་ནས་རེད་དམག་དོན་གི་ཐོག་ནས་རེད་ནས་ས་ཆའི་རྒྱ་ཁྱོན་གྱི་ཐོག་ནས་རེད་ཆུས་ཀྱི་ཁ་ལོར་ལྟ་གང་མཛོད་བང་མཛོད་ལོར་ཆུས་ཀྱི་འབྱུང་ཁུངས་ཀྱི་ཐོག་ནས་ལྟ་གང་ལྟ་ས་ཆ་གནད་འགག་ཆེ་ཤོས་ཕྱུག་ཤོས་དེ་ཆགས་དེ་ཡོད་པ་ཡིན་ཙང་ཁོ་རང་ཚོ་གི་ལྟ་བོད་འཕྲོག་ཐུ་ཡ་ཏི་ལྟ་རྒྱ་ནག་གི་ཁ་ལོ་ང་ཚོའི་ལྟ་ཚོང་འགྲོ་བ་མ་སོང་ན་ཤུགས་ཆེ་ཤོས་འགྲོ་སོང་ཆེ་ཤོས་བཏང་པའི་ནི་ཚུལ་ཅིག་ཆགས་བསྡད་པ་རེད་ཟེར་དེ་འདྲའི་ཅིག་བཤད་བསྡད་ཀྱི་འདུག་གང་ལྟ་ཁོ་རང་ཚོ་གི་ལྟ་ད་ལྟའི་བོད་ཀྱི་ལྟ་གཟུགས་པོ་ལ་བོར་བ་ད་ས་ཆ་གང་ཙག་གཟིམ་ཐུབ་པ་རེད་དེ་ད་ད་འདི་བོད་ཀྱི་མི་གི་བསམ་བློ་ད་རྒྱུ་བ་ད་ན་ཆེ་བོད་ཀྱི་མིང Tibet ལས་ད་འདི་ཚོ་དབང་བསྒྱུར་བྱས་ཀྱི་ཐོག་ལ་འབད་བརྩོན་མུ་མཐུད་ནས་བྱེད་ཀྱི་ཡོད་པ་ད་འདི་བྱས་ཡོང་གི་ཡོད་དེ་བོད་ཀྱི་མིང་ད་ལྟའི Tibet ལས་དེ་ཁོ་རང་ཚོ་གི་ད་བྱས་ཙང་ལས་ནི་དེང་སང་རྒྱ་ནག་གི་ལས་གཞི་མང་པོ་གཅིག་གི་ཐོག་ལ་བྱས་ཙང་སྤེལ་དགོས་ཀྱི་ཡོད་པ་དང་དེའི་གི་འདྲ་མིན་སྣ་ཚོགས་ཀྱི་ལག་བསྟར་བྱས་བྱས་ཐབས་ལམ་སྣ་ཚོགས་བྱེད་ཀྱི་ཡོད་པ་དང་ད་ན་ཞེས་བོད་ནང་གི་ད་བོད་པའི་ཆོས་རིག་གཞུང་སྐད་ཡིག་ཉམས་མྱོང་ད་ནི་ཁ་ལག་གོས་ལོག་ད་ཆ་ཚང་བརྒྱུད་པ་བཏང་ཡག་གི་ཐོག་ནས་རེད་ད་ཅེས་ཁ་ལོ་མེད་པ་བཟོ་ཡག་གི་ཐོག་ནས་ལོག་རེད་ད་གང་ལྟར་འབད་བརྩོན་བྱས་བྱས་ནས་ལས་ཀ་འདྲ་མིན་སྣ་ཚོགས་བྱེད་ཀྱི་ཡོད་པ་རེད་ཟེར་ད་འདི་གི་དམིགས་ཡུལ་གཙོ་བོ་དེ་ད་གང་ལྟར་བོད་ལས་དེ་མི་ཙམ་མེད་པ་རེད་པ། ཚོར་བ་ཡི་མེད་པ། ནས་ཀྱི་རིག་གཞུང་གོམས་གཤིས་ཆོས་མེད་པ་དེ་མིང་ཙམ་ཡང་མེད་པ་བཟོས་ཡ་གི་བེད་སྤྱོན་བྱས་བསྡད་ཀྱི་ཡོད་པ་ད་དེའི་གི་ད་འདའི་ལག་བསྟར་འགྲོ་བྱེད་ནི་ཁོ་རང་ཚོ་གི་ད་ཅིག་སྔོན་མ་བོད་ནང་མོ་ལ་དམ་དྲག་བྱས་པ་ནི་དེ་གི་རྗེས་ལ་ད་འདའི་སློབ་གྲ་སྤུ་གུ་མང་པོ་ད་ས་ཡ་དེ་འདའི་ནས་རྒྱ་ནག་གི་སློབ་གྲ་ནང་བླུགས་བྱ་རྒྱ་ནག་གི་ལྟ་བ་དང། ལངས་ཕྱོགས་ལྟར་ན་ཞིག་རྒྱ་ནག་གིས་ཡུལ་ལུང་གོམས་གཤིས་བྱེ་རལ་གྱིས་འབད་བརྩོན་བྱས་པ། ད་ད་ལྟའི་གསར་ཤོས་དེ་ཡིན་ན་ནི་ད་བོད་ཀྱི་ཙམ་མ་ཡིན་པ། ད་རྒྱ་ནག་ཁོ་རང་ནང་ལོག་ཡ་གྲངས་ཉུང་མི་རིགས་ཚང་མ་ཡ་རྩི་མེད་བཏང་བྱས་ད་མེད་པ་བཟོས་ཀྱི་ཆེད་དུ་ཁོ་རང་སོ་གི་ཁྲིམས་འཆར་གསར་བ Ethnic Unity and Progressive Law། ཏི་དེའི་ཕྱི་ཟླ་བདུན་པའི་ཚེས་གཅིག་ནས་བེད་སྤྱོད་བཏང་རྗེས། ཨ་ནི་རྒྱ་ནག་གང་ཟག་ད་གཅིག་ལས་བཟོས་ཀྱི་ཡིན་ཟེར་ལབ་བྱ་དེའི་གི་ཁ་གཡར་པའི་ཐོག་ནས། ད་བོད་པའི་གནས་སྟངས་ཡིན་ན་ད་མེད་པ་བཟོས་རྗེས་བོད་པའི་གོམས་གཤིས་མེད་པ་བཟོས་རྗེས་དེ་འདྲའི་བྱེད་ཀྱི་ཡོད་པ་རེད། ད་གང་ཟག་རྒྱ་ནག་མཐུན་སྒྲིལ་བཟོ་ཡ་གི་ཆེད་དུ་ཁ་གཡར་པའི་ཐོག་ནས་ཏི་བེད་སྤྱོད་བཏང་གི་ཡོད་པ་རེད། རྩ་བའི་ད་ལྟའི་འཛམ་གླིང་གི་སྡིངས་ཆ། གི་དོ་སྣང་ཆེ་ཤོས་དེ་ཡུཀ་རེན་དང་ར་ཤི་ཡ་གི་དམག་རེད། ཨ་རི་དང་ཨི་རན་གྱི་དམག་རེད། དེ་ནས་ད་ལྟའི་རྒྱ་ནག་དང་ཐའེ་ཝན་གྱི་པ་ར་གི་ད་རྩོད་རྙོག་རེད། འདི་སྒང་ལ་དོ་སྣང་ཆེ་བ་བྱས་པའི་ཐོག་ནས་ད་ད་ལྟའི་བོད་དོན་དང་འབྲེལ་བའི་ཐོག་ནས་དཀའ་ངལ་གནས་ཚུལ་དེ་ཏེ་ཅིག་གང་ལ་གང་འཚམ་མ་མེད་པ་ལ་གོར་བའི་ཉུང་རུ་འགྲོ་གི་ཡོད་པ་དོ་སྣང་ཆུང་རུ་འགྲོ་བའི་གང་ཟེར་ན་དོ་སྣང་བྱེད་ས་ས་ཆ་གཞན་པ་ནས་འགའ་ཆེན་པོ་སླེབས་པ་ཡིན་ཙང་བོད་དོན་གྱི་ད་དེ་ད། སྲས་ཀྱིས་ད་ཅི་ང་ཚོའི་བོད་དགྲ། དེ་ཚོ་ཡིན་ན་ད་ཞི་དྲག་གོ་ཡ་མེད་བསྡད་པ། ནི་བོད་པའི། ཐོག་ལ་གླིང་སྨོན་བྱེད་ཡ་དེ་ཚོ་ཡིན་ན་ཉུང་རུ་འགྲོ་ཡོད་པ་དེ་འདྲའི་རེད་ཟླ་བཞག་ད་གང་ལྟར་ཁོ་རང་སོགས་ཀྱི་བྱེད་པོ་ཞིབ་གཅིག་བྲིས་ཡོད་པའི་ནི་ཚོད་ཅིག་འདུག། དེ་ནི་རྒྱ་ནག་ནང་ལོག་ཡ་ད་ད་འདི་སྐྲེག་ལ་འོ་རོག་ད་འཕྲུལ་ཆ་དང་བྲལ་བའི་ཐོག་ནི་བཟོ་གྲ་མང་པོ་ཅིག་གི་ལི་ཀ་བྱེད་ངེས་ཨ་ད་ལི་ཀ་ནི་པི་བྱ་གང་ཟེར་ན་ཁོ་རང་སོགས་ཀྱི་ལི་ཀ་མང་པོ་ཅིག་ད་དེང་སང AI གིས་བྱས་འགྲོ་གི་ཡོད་པ་ཡིན་ཙང་དཀྱུས་མའི་རིག་ནུས་བེད་སྤྱོད་བཏང་པའི་ཐོག་ནས་ལས་ཀ་མང་པོ་ཅིག་ལས་སླ་བོ་ཆགས་ཡོད་པ། མགྱོགས་པོ་ཆགས་ཡ་ཡོད་པ་དེ་འདྲའི་གའི་ཐོག་ནས་ད་ནམ་དཀྱུས་མི་གཉིས་ཀྱི་དུས་ཚོད་བཏང་གི་ན་མི་ད་ད་ནི AI གྱི་རྒྱུད་ནས་ཕྱིན་ན་ནི་དེ་གོ་གི་མེད་པ། ད་མི་གཅིག་གི་ནུས་པ་གྱིས་ཐུག་གི་ཡོད་པ་དེ་འདྲའི་གའི་ཐོག་ནས་ནི་ལས་བྱེད་ཉུང་རུ་བཏང་གི་ཡོད་པ་ད་གང་དག་རྒྱ་ནག་ནང་ལོ་ཡི་ད་འདི་གཅིག་ཀོམ་པུ་ཏར་སྡེ་ཚན་གྱིས་སློབ་སྦྱོང་བྱས་བཞག་པ་དེ་འདྲ་མི་འབུམ་གཅིག་དང་ཁྲི་གསུམ་ཀྱི་ལས་ཀ་ཤོར་ཡོད་པ་དེ་འདྲ་བཅས་རེད་དེ་ཤ་ཆེ་ཚང་གི་ད་སུ་སུའི་ཨོ་ད་འདི་དམིགས་བསལ་གྱི་ད་ལས་ཀ་ག་རེ་བྱེད་ཀྱི་ཡོད་ན་ཨ་ནི་འདི་ཡི་ད Upgrade ལོག་ར་ཡག་ཡར་རྒྱས་མ་བཏང་བ་ཡིན་ན་སྔོན་མ་ལྗང་སྐྱོ་དང་སྐྱིད་པོ་བེད་སྤྱོད་བཏང་བསྡད་པ་ཡིན་ན་ལས་ཀ་ཤོར་རེས་ཀྱི་ཉེན་ཁ་ཚ་བོ་ཡོད་དེ་པ་དེ་འདྲའི་གི་ཁ་ལོར་ད་བདེན་པ་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག་དེ་ནི་རྒྱ་ནག་གི་ད་འདི་གྲུ་གཟིངས་རྫུན་མ་ཞིག་བཟོས་རྗེས་ཨ་རིའི་གི། མཚོ་དམག་གི་མཚོ་གྲུ་དེ་འདྲའི་ཆེན་པོ་དེ་འདྲའི་ཆེ་ཆུང་ཚང་མ་གཅིག་པ་གཅིག་རྐྱང་བཟོས་བྱས་ནས་ད་ལྟའི་ཤིན་ཅང་གི་བྱང་ཐང་གི་དེ་འདྲའི་ང་ཚོའི་བྱེ་ཐང་ལ་རོ་ད་བྱེ་མ་ཡོད་ས་དེ་འདྲ་ལ་བཞག་བྱས་ཨ་ནི་ཨ་རིག་གི་མེ་ཤུགས་ཕུ་འདྲ་བརྒྱབ་བྱས་གང་ལྟར་ཏག་ཏག་ཟུག་གི་སྡོད་མི་འདི་ད་ཕ་ནི་ཚོ་དྲ་རྒྱ་ད་ནི་སྐྱུག་བོར་བ་འདི་ཁེལ་གི་སྡོད་མི་འདི་དེ་འདྲའི་ལྟས་ཀྱི་ཆེད་དུ་ད་གཅིག་པ་གཅིག་རྐྱང་བཟོས་བྱས་ནས་དུ་བེད་བརྩོན་བྱེད་ཀྱི་ཡོད་པ་རེད། ད་དེ་ཡི་གཙོ་བོ་ད་ལྟའི་ཨ་རིག་ད། རྒྱ་ནག་གཉིས་ཐའེ་ཝན་གྱི་སྒང་ལ་དམག་དབྱུང་པ་ཡིན་ན་ལྷོ་དེའི་གྱི་གདོང་ལེན་བཅས་ཀྱི་གྲ་སྒྲིག་བྱས་བྱས་དམག་ཤུགས་ཆེར་བཏང་གི་ཡོད་པའི་གནས་ཚུལ་བཅས་རེད་འདི་ཤག་དེ་ནས་ཡང་འཛམ་གླིང་རྒྱལ་ཁབ་ཁག་བཅུ་གཅིག་གི་ད་ལྟའི་རྒྱ་ནག་གི་ལྷོ་རྒྱ་ནག་རྒྱ་མཚོའི་ནང་ལོ་ཡ་གནོད་ཤུགས་ཆེར་བཏང་ཡོད་ད་ས་ཆའི་ལའོ་རེ་ད་རྒྱ་མཚོའི་བདག་དབང་གི་ཐོག་ནས། དྲུག་ཅུ་བཅས་ལྡན་པ་འདི་ཚོ་ཡང་མཐའ་གཅིག་ཏུ་དགག་པ་རྒྱག་ཡོད་པའི་གནས་ཚུལ་ཅི་རེད་འདི་བཞག་ད་ག་འདའ། རྒྱལ་ཁབ་ཁག་བཅུ་གཅིག་སྡེ་དགེ་ཉིས་སྟོང་བཅུ་དྲུག་ལ་བཞག་བཞག་པའི་གན་རྒྱ་གཅིག་དང་ནི་ད་ལྟའི་རྒྱལ་སྤྱིའི་ཁྲིམས་གཅིག་ལ་ནི་དཔེ་བཙུགས་པའི་ཐོག་ནི་ད་ལྟའི་རྒྱ་ནག་གི་བྱེད་སྟངས་མང་པོ་ཅིག་འགྲིག་གི་མེད་པ་ད་དེའི་གཙོ་བོ་ད་ལྟའི་དབྱིན་ཇི་ལུང་པ་རེད། ཇི་པན་རེད། ཕི་ལི་པིན་སི་རེད་ཨ་རི་རེད་དེ་ཚོ་གི་ཁ་ལོ་ལེན་འདེབས་བྱས་ཀོ་ཀོ་རེས་ལ་ནི་དེ་འདྲ་བཤད་བསྡད་ཀྱི་ཡོད་པས་ནི་ཚོའི་དཔྱད་རེད་དེ་ཤ་ག་འདྲ་ད་འདི་ད་རྒྱ་ནག་གི་ལྷོ་རྒྱ་ནག་རྒྱ་མཚོའི་ནང་ལོ་ཡ་བདག་དབང་ཤུགས་ཆེ་རུ་བཏང་ཡ་གི་ལི་ཤི་བྱས་པ་དེ་ལ་དགག་པ་རྒྱག་ངེས་དེ་ནི་རྒྱ་ཁབ་བཅུ་གཅིག་གི་ད་དགག་པ་རྒྱག་ཡོད་པ་ལ་བར་བས་ད་འདི་ཆ་ནི་མཉམ་རུབ་བྱས་བྱས་ནི་དེ་ལ་གདོང་ལེན་བྱེད་ཀྱི་ཡོད་པ་ད་དེ་ལ་ཨ་རི་རེད་ཕི་ལི་པིན་སི་རེད་ཇི་པན་ཨོ་སི་ཏི་ལི་ཡ། ཨ་ནི་དབྱིན་ཇི་ལུང་པ་ཁ་ན་ཏྲ་ཇར་མ་ནི་ཨི་ཐ་ལི་ཨི་སི་ཏོ་ནི་ཡ་ལི་ཐེ་བི་ཡ་ནི་ལུ་ཐི་ནི་ཡ་ད་དེ་ཚོ་ཚང་མ་འདི་རེད་ད་ནི་རོ་མན་སོ་སོལ་བ་ནི་ཡ་རེད་ད་དེ་ཚོ་ཚང་མ་ད་ནི་ཡུ་རོབ་ཀྱི་ངོས་ནས་ད་ཁུག་ཀྱོག་ཡ་ར་ཤི་ཡ་གི་ཐ་ཉི་ས་གི་ས་ཆ་ཆགས་ཏེ་ཡོད་པ་རེད་ད་ནི་ཤི་ནིའུ་ཛི་ལན་དེ་ཚོ་གི་རྒྱལ་ཁབ་བཅུ་གཅིག་གི་ད་ནི་རྒྱ་ནག་ཡ་དགག་པ་རྒྱག་གི་ཡོད་པ་ཡིན་ནི་རྒྱ་ནག་ཕྱི་སྲིད་ལི་ཧོང་དྲི་ཚ་དཔལ་གི་བཤད་བྱ་བྱས་ན་དེ་འདྲའི་ཁ་བཀོད་བྱེད་ཡོད་མ་རེད་ཁྱེད་ཅག་གིས་གནས་ཚུལ་ག་རེ་ཡིན་ན་ངོས་ལེན་བྱེད་ཐུབ་པ་བྱེད་དགོས་ཀྱི་རེད། མ་གཏོགས་ནག་ཉེས་ཀྱི་ཡིག་གཙུག་ནས་ཡོང་མ་རེད་ལས་ད་དེ་འདྲས་ཀྱི་ཡང་ལན་འདེབས་བྱས་ཡོད་པས་གནས་ཚུལ་ཅི་རེད་དེ་ཤ་དེ་ནས་རྒྱ་ནག་གིས་ད་ལྟའི་འཕྲུལ་ཆ་གསར་པ་ཅིག་བཟོས་བྱས་ད་དེའི་གི་བརྒྱུད་ནས་ད་ལྟའི Elon Musk གཙོ་བོ་བྱས་པའི་ད་ད་ལྟ Starlinks ལགས་རེད་ད་འཛམ་གླིང་གི་སྐོར་ལམ་སྐོར་ཐག Orbit ཐག་ཉི་ཤུའི་དེ་ནང་ལོགས་ཡ་དེ་འདྲ་འདྲ་མིན་མང་པོ་ཞུ་བཞག་ཡོད་པར་བ་ཏུ་དེ་ཚོ་ཡ་གློག་གི་བརྡ་སྤྲད་བྱས་ལོགས་རེད་གློག་གི་བརྡ་དག་རོ་གཅིག་སྤྲད་བྱས་ཡང་གཏོར་ཐུ་ཡ་གི་དེ་འདྲའི་གི་ཡང་ལས་ཤིག་ཅིག་སྤེལ་ཡོད་པའི་གནས་ཚུལ་བཅས་རེད་དེ་ས་ད་ལྟ་རྒྱ་ནག་གི NUDT ལས་ཚོ་ད་ཁོ་རང་ཚོ་གི་བཤད་བྱས་བྱས་ན་ཨ་ཁོ་རང་ཚོ་གི་ད་འདི་བཟོས་བཞག་པའི་འཕྲུ་ཆས་འདི་གི་རྒྱུན་ནས་ནི་ད་འདི་བར་སྣམ་ཁོམ་ལ་ཡོད་འདོད་པའི་འཕྲུ་ཆས་ཁག་ལོགས་རེད་ད་ད་འདི་དྲ་རྒྱ་དང་འབྲེལ་བའི་ཐོག་ནས Satellite དེ་འདྲའི་མང་པོ་ཅིག་ཀྱང་གཏོར་ཐུ་བས་དེ་སད་ཐུག་གི་ཡོད་པ་རེད་ཟེར་འདི་འདྲའི་ཤེས་ཏེ་གི་བས་ནི་ཚོས་བཅད་རེད་དེ་ཤག། དེ་ནི་རྒྱ་ནག་གིས་ད་མེ་ཤུ་འཕུར་མདའ་ཚོད་ལྟ་བྱས་པའི་སྐབས་སུ་རོ་ཀེད་ལེགས་རོ་ད་འདི་གི་པགས་པ་དེ་མ་ཚགས་ཡོང་དུས་ད་ནམ་རྒྱུན་ན་ཆུ་ནང་དང་ད་ས་སྟོང་པ་དེ་འདྲ་ཚགས་ཡས་ཀྱི་དཔེ་མཚོན་བྱེད་ཀྱི་ཡོད་པ་དང་ད་ད་འདྲའི་རྒྱ་ནག་གིས་དེའི་ལས་ཐབས་ལམ་གཅིག་གཉིས་བྱས་འདི་མ་ཚགས་ཆ་ད་ག་རང་ལ་ཚུར་ཚགས་ཡས་བྱས

ཁ་ལོ་ལྟ་གྲུ་བཅས་ཀྱིས་ལག་བསྟར་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་འདུག་ཤག་དེ་ནི་ཨོ་མོར་ཡཱ་ཀིའི་ལས་གཏོད་ལྟ་འདི་གང་ལྟར Nobel Prize འཛམ་གླིང་དང་དེ་གཟིགས་འདག་རྫས་འགྱུར་དང་འབྲེལ་བའི་ཐོག་ནས་ལོ་སྔོན་མར་རག་ཡོད་པ་དང་གཙོ་བོའི་ཁོ་རང་ཨ་རིའི་ཡར་རྫུས་རྫས་འགྱུར་གྱི་ལས་གཞི་དག་ལྟར་སློབ་ཁྲིད་དེ་འདྲ་གནང་གི་ཡོད་པ་འདྲ་ད་ལྟའི་ཁོ་རང་གི་ཨ་རིག་གི་ལས་བྱ་ཚང་མ་མཚམས་བཞག་བྱས་ཨ་ནི་རྒྱ་ནག་ཡ་རྡོ་སི་མུ་མཐུད་ནས་ལས་ཀ་བྱས་ཀྱི་འབད་བརྩོན་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་དེ་ལ་ནི་ད་དེ་ཨ་རིའི་སྲིད་གཞུང་ནས་ད་དེ་ཚན་རིག་གི་ཞིབ་འཇུག་དང་བྲལ་བའི་ཐོག་ནས་ནི་འགྲོ་གྲོན་ཐོག་ལ་ཞིབ་བཏང་ཡོད་མ་རེད་སམ་ཇི་ཙང་ད་ཁོ་རང་ཚོ་གི་ནི་གླ་ཆ་དག་ཡང་ཁེ་ཕན་དུ་ཉུང་བསྒྲུབས་ཡོད་པ་ཙང་ཨ་ནི་ད་དེ་རྒྱ་ནག་གི་ད་ད་དེ་རྫས་འགྱུར་དང་བྲལ་བའི་ཐོག་ནས་སློབ་སྦྱོང། དམིགས་བསལ་བཅོས་མའི་རིང་ལུགས་ནང་གློ་གཡས་ཀྱི་དེ་འདྲའི་མང་པོ་ཞིག་བྱེད་ཀྱི་ཡོད་པ་རེད་དེའི་ལན་ནི་ཁོ་རང་རོགས་པ་བྱེད་ཁར་འགྲོ་ཡི་བས་ནི་ཚོད་ཆེ་རེད་དེ་ཤ། དེ་ནི་ཨོ་སི་ཀྲི་ལི་ཡ་གི་ཕྱི་སྲིད་བློན་ཆེན་པེན་ནི་ཝེང་ཡར་དུ་ས་འགྱིག་བརྐོས་དཔེ་གི་རྗེས་འབྲེལ་གཅིག་གི་ནང་ལོ་ཡར་ལྟ་ཉེ་ཆར་དུ་ས་སྐྱ་སྲིད་བློན་མུ་དྷི་གིས་རྒྱ་ནག་གིས་ཚོད་ལྟ་བྱས་བཞག་པའི་མེ་ཤུགས་འཕུར་མདའ་དེ་གི་ཐོག་ལ་འགན་ག་འདྲ་ཞིག་འཁྱེར་གི་རེད་ཟེར་ནས་དྲིས་པ་དག་ནི་མོ་རང་གིས་ལན་འདེབས་ཡ། ཨ་ནི་རྒྱ་གར་དེ་ཨོ་སི་ཀྲི་ལི་ཡ་དང་དཔེ་མི་སྲིད་ཀྱི་འབྲེལ་བ་ཡག་པོ་ཡོད་དེ་ངས་གནས་པའི་བྲེལ་བ་བཟང་པོ་ཡོད་ནས་འདི་འདྲའི་གི་རྒྱལ་ཁབ་ཅིག་རེད་ས་ཡིན་ནའི། ད་འདི་རྒྱ་གར་ཡིན་ན court གི་ཚོགས་གཞུང་ཡོད་རེད་ས་འདི་ཞིག་སོང་ཆེད་དུ་རྒྱ་གར་གི་ད་རྒྱ་ནག་ཡ། ཁ་ལོ་ང་ཚོས་ད་གདོང་ལེན་བྱས་ཡ་ལོ་བར་བས་དགག་པ་བྱས་གི་རོགས་པ་དེ་བྱས་སྲིད་གི་རེད་ས་ལ་ནི་བཤད་པའི་ནི་བརྫོད་བྱས་རེད་དེ་ཤ། ཨ་རི་དང་ཨི་རན་གྱི་དམག་དང་འབྲེལ་བའི་ཐོག་ནས་གནས་ཚུལ་ཁག་ཅིག་ཞུས་པའི་ནང་ད་ལྟ་འདིར་ཨི་རན་གྱི་དུས་དེབ་ཅིག་ད་ལྟའི་ཨི་རན་རྒྱལ་ས་ཏེ་ཧ་རན་ནས་བཏོན་ཡོད་པ་དང་ནས་དུས་དེབ་དེའི་གི་མདུན་ཤོག་ཡ་ཨ་རི་གི་ད་ལྟའི་ཁ་ལོ་ང་ཚོས་དྲ་ལེན་བྱས་དགོས་པ་ལོག་རེད་ད་ག་འདའ་དྲ་ཤ་ལེན་དགོས་པ Revenge ལེགས་འདུག་ད་འདི་བྱས་དགོས་ས་གི་འགོ་ཁྲིད་ཁག

དེའི་བྱས་བྱས Strait of Hormuz གོ་སྤེལ་བྱེད་ལས་ཀ་བྱས་པ་རེད། ཡིན་ནའི་ད་གྲོས་མོལ་ཅིག་བྱུང་ཚར་བའི་རྗེས་ལ་དེ་མ་ཐག་ཏུ་ཁོ་རང་ཚོ་གིས་ད་ལྟའི་གྲུ་གཟིངས་ཡར་འཐམ་གཟིངས་ལག་རེད་གྲུ་གཟིངས་ཐོག་ལ་མེ་ཤུགས་སྤུན་ཟླ་བརྒྱབ་བྱས་གཏོར་བ་རེད་ཟེར་ཕྱིན་ཙང་གིས་ང་ཚོའི་ཁོ་རང་ཚོ་གི་ལྟེ་གནས་ཁག་བརྒྱ་དང་བཞི་བཅུ་ཡར་ནས་དུ་སུན་དམག་གིས་བརྒྱབ་བྱས་གཏོར་བ་ཡིན་ཟེར་བཤད་པའི་གནས་ཚུལ་བཅས་རེད་དེ་ཤ

དེ་ནི་ཨི་རན་གྱི་གྲོས་མོལ་གྱི་གཙོ་བོ་འགན་འཁྱིལ་མཁན་མོ་ཧ་མད་བྷར་གྷར། Khalifa། ཏེ་ཁོ་རང་གི་བཤད་བྱ་བྱས་ན་ཨ་རི་གའི་ཕྱོགས་གཅིག་གིས་ནི་གྲོས་མོལ་དེ་ཨ་རི་རང་གི་འདོད་པ་ཞིག་སོང་ཕྱིན་འགྲོ་དགོས་ཡ་གི་གྲོས་མོལ་དེ་དུས་ཚོད་རྫོགས་ཚར་བ་རེད། ད་ང་ཚོའི་ཁ་ཚ་སྔོན་མ་ཁྱེད་རང་ཚོ་གས་ནི་ཚིག་བཤད་པ་དེ་དག་པོ་རྒྱབ་བྱས་ནས་ལས་ཀ་བྱས་ན་ཡག་པོ་ཡོད་རེད་དེ་མ་རྒྱབ་པ་ཡིན་ན།

བདེ་འཇགས་ཀྱི་ཆེད་དུ་བརྒྱབ་པ་ཡིན་མ་འདུག་སུ་གང་ཅི་ལ་དམག་རྒྱག་དགོས་མེད་ཟེར་བ། ག་ད་ཨ་རིའི་གི་དམག་སྒར་མང་པོ་ཅིག་ད་ལྟའི Gulf ལུང་པ་ན་ཡོད་པ་རེད་ཟེར་མཁན་ཙམ་གྱིས་ང་ཚོས་དེའི་ལྟོ་རས་ཀྱི་དེ་བྱེད་ཀྱི་ཡོད་པ་རེད་མ་གཏོགས Gulf ལ་གནོད་སྐྱེལ་དང Gulf ལ་དམག་བཙན་མཁན་གྱི་དེ་འདྲ་གང་ཡང་མེད་ཟེར་ལ་ཇི་ལྟ་ག་ད་ཟེར་བཤད་བྱས་འདུག་གི་བ་ཁྱེད་ཚང་གི་ད་ད་ལྟའི་མཉམ་འབྲེལ་རྒྱལ་ཚོགས་ཀྱི་གི་ད་སྐད་ཆ་བཤད་པ་ནས་ལག་རེ་རེ་བདུན་བཏོན་པ་ནས་དེ་ངོས་ལེན་བྱེད་ཀྱི་མེད་པའི་གནས་ཚུལ་གྱི་ཆགས་བསྡད་ཀྱི་འདུག། ཏི་ཀ་ཚང་དུ་ཨ་རིའི་གི་གྲོས་ཚོགས་འཐུས་མིའི་གྲས་པ་ནི་ད་ལྟའི་ཨ་རིའི་སྲིད་འཛིན་ཀྲི་རམ་གྱི་ད་རྒྱབ་སྐྱོར་གཙོ་བོ་གནང་འདི་ངེས་གི་ལིན་ད་སི་ཀར་ཧེམ་འདི་གྲོངས་སུ་གྱུར་ཡོད་པའི་ནི་ཚོའི་རྗེས་རེད་དེ་ཆ་རྩ་བའི་ད་ཁོ་རང་མི་ཚང་དཀྱུས་མ་གཅིག་ལ་གྱི་སྐྱོ་གི་གང་ཟག་གཅིག་ཆགས་འདི་གི་ཡོད་པ་དང་ནི་ད་ཁ་ཚང་ཁོ་རང་དུ་སུ་གློ་བུར་དུ་ནི་ཁ་ལོར་ད་ང་ཚོའི་ན་ཚ་ཙག་འདི་མ་འདི་འདི་འདྲའི་ན་ཆ་ནི་ས་སྤེན་པ་ལ་གྲོངས་ཡོད་པའི་ནི་ཚོའི་རྗེས་རེད་དེ་ཆ། དེ་ནི་ཁོ་རང་ད་ལྟའི་ཆ་ནས་དགུང་ལོ་བདུན་ཅུ་དོན་བཅུ་ཆགས་བསྡད་ཀྱི་ཡོད་པ་དང་ཉིས་སྟོང་གཉིས་ནས་ནི་དུ་སི་ཨ་རིག་གི་གྲོས་ཚོགས་ཡར་ལངས་བྱས་ནས་དུ་སི་ཨ་གྲོས་ཚོགས་ཀྱི་ཆབ་སྲིད་པ་ཆགས་ཡོད་པའི་གནས་ཚུལ་བཅས་འདུག་དེ་ནི་ཨ་རིའི་སྲིད་འཛིན་ཀྲམ་གྱིས་ད་ཁོ་རང་ནི་ངེད་ཀྱི་གྲོགས་པོ་ཡིན་ཟེར་ནས་དཔེ་མི་སྲིད་ཀྱི་མི་ཡག་པོ་དང་ད་སེམས་ཤུགས་ཆེན་པོ་ཡོད་བསྡད་པ་དང་ཨ་ནི་ཁོ་རང་གིས་ད་ཆེད་དུ་ད་ལྟའི་ཨ་རིག་གི་རྒྱལ་དར། ཨ་རིའི་ལས་ཁུངས་ཚང་མའི་མདུན་ནས་ནི་མ་ཕྱེད་ཁ་ལ་བབས་དགོས་ཡག་གི་འདུག་ཟེར་མྱ་ངན་གུས་འདུད་ཀྱི་ཆེད་དུ་བྱས་དགོས་ཀྱི་རེད་ཟེར་ནི་ཞེས་པའི་ནི་ཚུལ་དཔྱད་རེད་དེ་བཤད། རྩ་བའི་ཨ་ཁུ་རང་ཉེ་ཆར་དུ་ས་ཡུ་ཀེ་རིན་ལ་ཕྱིན་ཆད་ཡུ་ཀེ་རིན་སྲིད་འཛིན་མཉམ་དུ་མཇལ་འཕྲད་བྱུང་ཆ་གང་དག་ཡུ་ཀེ་རིན་གྱི་རྒྱབ་ལོག་ལ་ཨ་རིས་ཀྱིས་ལངས་པའི་ཐོག་ནས་ར་ཤི་ཡ་ལ་ཉེས་ཆད་ག་རེ་བཏང་དགོས་ཀྱི་ཡོད་མེད་དང་དེ་འབྲེལ་གྱི་བཀའ་མོལ་མང་པོ་ཅིག་གནང་འཆར་ཚུགས་ཡོང་ཡོད་པའི་ནི་ཚུལ་གཅིག་དང།

ནི་རོ་ཤས་ཀྱི་སྣུམ་སུས་ཉོས་པ་ནི་དེ་ལ་བརྒྱ་ཆ་ལྔ་བརྒྱ་ཀྱི་ཁྲལ་བརྒྱབ་དགོས་གོ་རེད་ལ་ནི། ནུས་པ་དྲིས་ཏེ་ངའི་ལག་རོལ་བས་ནི་ད་ལྟའི་བཀའ་མོལ་མང་ཤོས་ནང་ངའི་གྲངས་གཅིག་ཆགས་བསྡད་ཀྱི་ཡོད་པས་ནི་ཟེར་བའི་དཔྱད་རེད་འདི་ཤག་ཨི་རན་གྱི་གསར་ཁང་གི་གསར་འགོད་པས་ཀྱི་ནི་ཁོ་རང་འདས་གྲོངས་སུ་ཕྱིན་པ་ཡང་ནི་དྲ་ཐོག་ནི་དགའ་བསུ་ཞུས་པའི་ཐོག་ནི་ནི་ཁོ་རང་ད་དམྱལ་བ་ལ་འགྲོ་ཡ་རེད་ཟེར་ད་ཁོ་རང་ཤི་ཚར་བ་རེད་ཁོ་རང་དམྱལ་བ་ལ་འགྲོ་གི་རེད་ཟེར་བྱས་དེ་འདྲའི་གི་ཡང།

ད་ལྟའི Sea of Azov ལ་གྲོང་དེ་གཏོར་སྐྱོན་བྱས་ཡོད་པའི་གནས་ཚུལ་བཅས་རེད་བཤད། ཡིན་ན་དེའི་སྐབས་སུ་ད་ལྟའི་གྲུ་གཟིངས་དེ་སྟོང་པ་ཡིན་བསྡད་པ་དང། ད་ལྟའི་ར་ཤི་ཡཱ་གི་སྣུམ་གྱི་དཀའ་ངལ་ཤུགས་ཆེན་པོ་གཅིག་ད་ལྟའི་ཡུཀ་རེན་གྱིས་གཏོར་སྐྱོན་མང་པོ་བཏང་པའི་ཐོག་ནས་འཕྲད་བསྡད་ཀྱི་ཡོད་པ་དེ་འདྲ་གི་གནས་ཚུལ་བཅས་རེད་བཤད། ཐ་ན་ཕྱི་རྒྱ་གར་གྱི་ཉིས་སྟོང་ཉི་ཤུ་རྩ་དྲུག་སྤྱི་ཟླ་དྲུག་པའི་ནང་ར་ཤི་ཡ་གྱི་སྣུམ་མང་པོ་ཞི་བ་ཅན་ཉོས་ཡོད་པ་དང་གང་ལྟར་ཨ་རིག་གི་ཆོག་མཆན་སྤྲད་བདེ་བའི་པ་ར་ཡའི་གོ་སྐབས་ལེན་པའི་ཐོག་ནི་ཧ་ཅང་གི་མང་པོ་ཉོས་ཡོད་པ་རྒྱ་གར་ཀོ་མོ་ཀ་རོར་བཞི་ཁྲི་དགུ་སྟོང་གི་སྣུམ་ཉོས་ཡོད་པ་རེད་སྟབས་འདི་ལ་དུས་མང་ཤོས་རྒྱ་ནག་གིས་ཉོ་གི་ཡོད་པ་དང་དེའི་རྗེས་ལ་རྒྱ་གར་གྱིས་ཉོས་ཡོད་པ་དེ་འདྲའི་གནས་ཚུལ་ཅན་རེད་དེ་བཞག་དེ་ནི་ཨི་རག་གི་སྲིད་བློན་ཨ་ལི་ཨལ་ཛཱ་དི་ཡ

ཁ་བརྡ། ཁོ་རང་ཚོ་གི་བཤད་བྱ་བྱས་ན་ཨ་རིའི་བཟོ་གྲྭ་མཉམ་དུ་བྱས་པ་ཡིན་ན་སྤུས་དག་པ་དང་ནི་གཏེར་ཁ་ཡག་སྟོན་ཐུབ་རེད་ཟེར་ནས་དེ་འདྲའི་གི་བསམ་ཚུལ་བཤད་པས་ནི་བརྗོད་བྱ་རེད་དེ་ཤ་རྩ་བའི་ད་ལྟའི་ཨི་རག་གི་སྲིད་བློན་ཨ་ལི་ཨལ་ཛ་དི་ཨ་རིའི་གི་ཕུགས་འདོད་བྱས་བྱ་བསྐོས་བྱ་བའི་མི་ཆགས་དེ་གི་ཡོད་པ་རེད་ཁྱེད་ཚོ་གི་ཨ་རིའི་སྲིད་གཞུང་ལ་དགའ་ངེས་རེད་ཟེར་ནས་དེ་འདྲའི་གི་མི་མང་གི་ནང་ལོག་ལས་ཀ་མི་གནང་ངེས་ཡོད་པས་ནི་བརྗོད་ཅིག་དང་ནི་ཁ་ཚང་དུ་ཟ། ཐའི་ལེན་གྱི་རྒྱལ་ས་སྦེང་ཀོག་ཡང་དུས་སུ་ཚེ་སྲོག་ཅིག་ཡ་མི་སྐྱོན་བྱུང་རྗེས་ནས་མི་ཉི་ཤུ་རྩ་བདུན་གྱི་ཚེ་སྲོག་ཤོར་ཡོད་པ་དང། མི་དྲུག་ཅུ་སྐོར་ཅིག་ལ་མི་སྐྱོན་ཕོག་ཡོད་པའི་ནང་ནས་མི་ཁག་ཅིག་ཡང་ད་ནི་ཉེན་ཁ་གང་བསྡད་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཁ་ད་ཚེ་སྲོག་དེ་མེ་ཤོར་བའི་སྐབས་སུ་ནི་ཁབ་ཏུ་མེ་འཁོར

རྩ་བའི་འདིའི་སྤྱི་ཟླ་བདུན་པའི་ཚེས་བཅུ་བཞི་ཡའི་ད་ལྟའི་ནེ་ཐན་ཡ་ཧུ་གྱི་སྲིད་གཞུང་གི་དུས་ཚོད་དང་འཚང་གི་ཡོད་པ་དང། གནས་འདི་གི་པ་ར་ཡ་ད་སྐབས་མཇུག་མེད་ཀྱི་འོས་བླུགས་ཡ་དེ་ཉིས་སྟོང་ཉི་ཤུ་རྩ་དྲུག་གི་སྤྱི་ཟླ་བཅུ་པའི་ཚེས་ཉིས་བཅུ་བདུན་ལ་བཞག་ཡོད་པའི་གནས་ཚུལ་བཅས་རེད་ཤག་ཁོ་རང་ཚོ་གི་ཤེས་ཆ་ཕྱེ་ན་ཚེས་གྲངས་འདི་ཡ་ནི་གུས་པ་ཡང་དྲུག་མ་རེད་ཟེར་ཡ་མ་གཏང་གི་གུས་པ་དེ་ཡུང་མ་རེད་ཟེར་ཤེས་ཀྱི་འདུག་གནས་ཡའི་ཁ་ཚང་དུ་སོ་ཝེད་ནམ་ལ་ཡང་གྲུ་གཟིངས་གཅིག་ལོག་རེད་དེ་སྐམ་མཚོའི་ནང་དུ་སྤྲོ་སྐྱིད་བྲོ་བརྡལ་གྱི་གྲུ་གཟིངས་གཅིག་བཏབ་སྐྱོན་བྱུང་རྗེས་མི་བཅོ་ལྔ་ཚེ་སྲོག་ཤོར་བ་རེད་མི་བཅོ་ལྔ་དེ་དག་རྒྱ་གར་གྱི་མི་ཆགས་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཚ་བའི་གྲུ་གཟིངས་འདིའི་ནང་མི་གསུམ་སོ་གཉིས་ཡོད་བསྡད་པ་དེའི་ནང་ལོག་ནས་ད་ལྟའི་ཝེད་ནམ་གྱི་གྲུ་གཟིངས་ནང་ལས་ཀ་བྱེད་མཁན་གྱི་མི་བཞི་ཆེད་ལྷག་མའི་འགྲུལ་པ་བྱས་བྱས་ཏོ་བྱུང་ཡོད་པ་དང་ད་ལྟའི་གྲུ་གཟིངས་བཏང་མཁན་གྱི་མི་གཙོ་བོ་དེ་ཁོ་རང་གིས་ད་ཅིག་མགྱོགས་ཚད་དེ་ཤུགས་ཆེན་པོ་བཏང་རྗེས་སྤིད་ཤུགས་ཆེན་པོ་བཏང་བྱས་བཀག་མ་ཐུབ་པའི་ཐོག་ནས་གྲུ་གཟིངས་བཏབ་པ་རེད་ཟེར་ནས་ཁོ་རང་འཛིན་བཟུང་བྱས་ཡོད་པ་དག་ནི་ད་ལྟའི་ཁོ་རང་དག་ད་ལྟའི་གི་ཐོག་ལ་ཞིབ་འཇུག་ཡང་བྱེད་ཀྱི་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ། འོ་ད་ངེད་ཅག་ཏུ་ཨ་རིའི་གི་གྲོས་ཚོགས་འཐུས་མི། Senator། Lyndon C. Graham འདས་གྲོངས་སུ་ཕྱིན་དགོས་པ་དགུང་ལོ་བདུན་ཅུ་དོན་གཅིག་ཡ་ད་ག་ད་ལྟ་ཁོ་རང་གི་སྤིན་རྒྱག་ཕོ་མོ་ནི་ཁོ་རའི་ཚབ་ཡ་བར་རྒྱལ་གྱི་གྲོས་ཚོགས་འཐུས་མི་བཞེངས་ཀྱི་ཡོད་པ་ལ་ཧོར་བས་བྱེད་ཀྱི་ཡོད་པ་དང་ཨ་རི་སྲིད་འཛིན Trump གྱི་ན་ད་འདི་ཁོ་རང་ལ་རྗེས་དྲན་ཡག་ཤོས་དེ་ཆགས་པ་རེད་དཔེ་མི་སྲིད་ཀྱི་ཡག་པོ་བྱུང་སོང་ང་མོ་རང་ལས་ནས་དགའ་བོ་ཡོད་སྟབས་མོ་རང་གི། ཁོ་རང་གི་སྟག་གི་ཁ་ལོར། རྗེས་ལུས་ཐུབ་པ་ལ་འོར་ཁོ་རང་གི་ཤུལ་འཛིན་བྱེད་ཐུབ་པའི་གནས་སྟངས་ཅིག་ཡོང་གི་རེད། དེ་འབྲེལ་བསྟོད་བསྔགས་བྱས་བྱས་ཁྲོད་རིམ་གྱིས་ད་ལྟའི Truth Social ནང་ལོགས་ལ་བསྐྱོད་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། རྩ་བའི་ད་ལྟའི་སྟག་ཁྲོམ་གྱི་མཐུན་ཕྱོགས Linda Hsi ཁོ་རང་གྲོང་ཡ་དེ་དག་སྙིང་དང་འབྲེལ་བའི་ཐོག་ནས་སྙིང་གི་སྙིང་རྩ་ཡག་ནི་འདུག་ཟེར་དཀའ་ངལ་འཕྲད་པ་ལ་འོར་སྟག་གང་དག་སྙིང་རྩ་སྦོམ་པ་ལ་ནི་དཀའ་ངལ་འཕྲད་པ་དང་དེ་འབྲེལ་གྱི་གཅིག་གནས་ཚུལ་གཅིག་གི་ཐོག་ནས་ད་གང་ལྟར་ང་ཚོའི Heart Attack ལས་སོགས་རོ་ཡོར་བ་དེ་འབྲེལ་གྱི་གནད་དོན་གཅིག་བྱུང་བྱས་ཏེ་རོང་སུ་ཕྱིན་ཡོད་པའི་གནས་ཚུལ་གཅིག་དང། ནི་ཁོ་རང་མ་གྲོངས་གོང་ལ་ནི་ཁོ་རང་གི་གནད་ཡོད་ཅིག་ལ་ཁ་པར་བཏང་བའི་སྐབས་སུ་ང་ད་ལྟ་ད་ནད་གཞི་ལྗིད་པོ་འདུག་ཟེར། ང་ལམ་སང་བཤད་དེ་རེད་མེད་སོང་དངོས་གནས་བཤད་ན་ང་ད་ལྟ་ལས་ཀ་མང་པོ་ལྷག་ཡོད་ཟེར་རོ་ཤི་ཡ་ལ་ཉེས་ཆད་ཆེན་པོ་བཏང་ཡ་གི་ལས་ཀ། ནི་ཨི་རན་དང་ཨ་རི་གི་དམག་དེའི་དཀའ་ངལ་སེལ་གི་ལས་ཀ། ཐ་ན་ཞི་ཨི་ཟི་རེལ་དང་སའུ་ཏི་ཨ་རི་བྷི་ཡ་གཉིས་ཀྱི་མཐུན་འབྲེལ་བཟོས་ཡ་གི་ལི་ཁ་ལྷག་ཡོད་ཟེར་ནས་བཤད་པ་དེ་འདྲ་གའི་གནས་ཚུལ་བཅས་རེད་འདི་ཤག་ད་རྩ་བའི་ད་འདི་ལིན་ཏྲ་སི་ཀེར་ཧེམ་དེ་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་ཡིན་བསྡད་པ་དང་ཁོ་རང་ཉིས་སྟོང་བརྒྱད་ལོ་སྐུ་མདུན་ཨ་རི་ཡ་ཐེ་བའི་སྐབས་སུ་ནི་ད་ལྟའི་ཕ་གི་ལ་བྱེ་ཁྲལ་གཅིག་དང་བྱེ་ཁྲལ་བྱུང་པའི་ཐོག་ནས་བོད་དོན་ལ་ཧ་ཅང་གི་སེམས་ཤུགས་ཆེན་པོའི་གི་རྒྱབ་སྐྱོར་གནང་མཁན་དེ་འདྲ་གཅིག་བྱུ་ཡོད་པའི་ནི་ཚོའི་མཇལ་རེད་ད་ཤ་ཁོ་ལོ་རོ་ཏོ་ལ་དེ་ཕེ་བའི་སྐབས་སུ་རེད་ད་ཤ་དག་ན་ཤི་ཁོ་རང་གི་ད་ཀུན་དུ་གི་བཀའ་སློབ་མང་པོ་གཅིག་ཉན་པའི་ཐོག་ནས་ལ་བ་རེད་ད་དེ་འདྲ་གཅིག་སློབ་སྦྱོང་བྱས་བྱས། ཧ་ཅང་གི་དད་པ་ད་ལྟ་ཡིད་ཆེས་དེ་འདྲའི་སླེབས་པའི་ཐོག་ནས་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེ་རུ་ཕྱིན་ཡོད་པ་དང། ནས་ཁོ་རང་གིས་ནས་ད་འདྲའི་ཀྱི་ཁ་ལོར་དུ་བོད་དོན་དང་བོད་ཀྱི་ཐོག་ལ་ནས་ལས་ཀ་བྱས་ཀྱང་རྒྱ་ནག་ལ་ཡང་མཐའ་གཅིག་ཏུ་ངོས་ལེན་མ་བྱས་པའི་ཐོག་ནས་ལོག་ར་རྒྱ་ནག་ལ་མཐའ་གཅིག་ཏུ་དགག་པ་ཤུགས་ཆེན་པོ་བརྒྱབ་དེ་ངེད་ཀྱི་གྲོས་ཚོགས་འཐུས་མི་གཅིག་ཆགས་ཡོད་པ་འདྲ། ཐ་ན་ཞིག་ཁོ་རང་འདས་གྲོངས་སུ་ཕྱིན་པའི་སྐབས་སུ་ནས་ག་འདི་ཕོ་བྲང། ལས་གོང་ནས་ནི་ཁོ་རང་གི་ནང་མིའི་ལྷག་མ་ཡ་ལ་བ་རོད་ད་ཤུལ་ལུས་ནང་མི་ཡ་ནི་ཐུགས་གསོས་ཀྱི་ཏུ་ས་ཆ་སྒྲིག་སྟངས་ཡོད་པ་དང་ནི་བོད་གཞུང་བོད་མི་སྒྲིག་འཛུགས་ཀྱི་ནི་ཁོ་རང་ཡ་ཐུགས་གསོས་ཀྱི་འཚམས་འདྲི་ལ་བ་རེད་ད་ད་ཏུ་ཞིག་གི་སྟངས་ཡོད་པས་ནི་ཚུལ་དཔྱད་རེད་ད་ཤ་ད་ཁོ་རང་སྔོན་མ་ཕ་གི་གྲོས་ཚོགས་ནང་ཡོད་པའི་སྐབས་སུ་ནི་ད་ལྟའི་བོད་དོན་གྱི་ཐོག་ལ་ལས་གུས་མང་པོ་ཅིག་གི་ནང་ལོ་ཡ་ལས་ཀ་བྱས་བྱས་ཨ་ནི་སྐབས་གོང་མའི་སྲིད་སྐྱོང་བློ་བཟང་སེང་གེའི་སྐབས་སུ་ནི་བྲེལ་བ་ཡག་པོ་ཡོད་བསྡད་པ་ནི་མུ་མཐུད་ནི་ད་ལྟའི་ལས་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་སྐབས་སུ་ནི་མཉམ་རུབ་ཀྱི་ལས་ཀ་མང་པོ་བྱས་ཡོད་པའི་གནས་ཚུལ་བཅས་རེད་བསྡད་ཤག་ནི་ཁོ་རང་ནམ་རྒྱུན་གྲོས་ཚོགས་ནང་ལོག་ལ་ཡང་ཅིག་གྲོས་ཚོགས་འཐུས་མི་རྒན་པ་བྱས་བྱས་ཨ་ནི་ནུས་པ་ཤུགས་ཆེན་པོ་ཐོན་ཏེ་ངེད་ཀྱི་གྲོས་ཚོགས་འཐུས་མི་གཅིག་དང་ཨ་ནི་བོད་དོན་གྱི་ཐོག་ལ་དུ་ཨ་རིག་གི་དཔལ་འབྱོར་རོགས་རམ། ཧ་ཅང་ཤུགས་ཆེན་པོ་སྤྲད་ཀྱི་རྒྱབ་སྐྱོར་བྱས་དེ་ངས་དེ་འདྲ་གི་གང་ཟག་ཅེས་ཆ་འདེད་ཀྱི་འདུག་ཐ་ན་ཤི་ཁོ་རང་གི་ནམ་རྒྱུན་བོད་པའི་གི་ད་རྫོམ་རྩོམ་ལས་བཀའ་ལམ་མོལ་གནང་བས་ན་ད་བོད་པའི་མི་ཁ་ཐོར་ག་བ་ལ་ཡོད་པ་ནས་གཅིག་སྒྲིལ་བྱས་པའི་ཐོག་ནས་བོད་དོན་རྩོད་བྱས་ག་ད་ང་ཚོའི་འཐབ་རྩོད་དེ་གསོན་པོ་གནས་དགོས་གི་རེད་ཟབ་ཆ་བཀའ་མོལ་གནང་དེ་ངས་གི་གང་ཟག་ཅིག་ཆ་འདེད་ཀྱི་ཡོད་པ་ནི་ཁོ་རང་གི་ད་ད་ལྟའི་བོད་དོན་དང་འབྲེལ་བའི་ཐོག་ནས་ཨ་རིའི་གྲོས་ཚོགས་ནང་ལོ་ལ་ཁྲིམས་འཆར་བཞག་བཞག་པ Tibet Policy and Support Act། བོད་ཀྱི་སྲིད་བྱུས་དང་རྒྱབ་ཕྱོགས་ཀྱི་ཡིག་ཆ་ལ་ནི་འདུག་ས་ཁོ་རང་གིས་ད་མཉམ་རུབ་ཀྱི་ལས་ཀ་བྱས་བྱས་ག་ད་ཁོ་རང་ཚོ་དེ་འདི་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་མཉམ་རུབ་ཀྱི་བྱས་པར་བ Bipartism འོ་འདི་སྐབས་སུ་ལས་ཀ་བྱས་ཡོད་པས་ནི་ཚོས་བཅད་རེད་དེ་ཤ་ད་ན་ཤི Resolve Tibet Act བོད་དོན་དཀའ་རྙོག་སེལ་དགོས་གུ་རེད་སླབ་བྱས་རྒྱ་ནག་ཡང་གནོན་ཤུགས་ཀྱི་གན་རྒྱ་ཡོད་ལ་གྲོས་ཚོགས་ནང་ཡིག་ཆ་བཞག་པར་བ་འདི་སྐབས་སུ་ནས་ཡང་ཁོ་རང་མཉམ་རུབ་ཀྱི། ལས་ཀ་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་སྟག་ཁ་ཚང་མཐའ་མ་དེ་ནི་སྤྱི་ཟླ་དྲུག་པའི་ནང་ལོ་ཡ་ཡང་ཨ་རིག་གི་གྲོས་ཚོགས་འཐུས་མི་ཁག་ཅིག་དང་མཉམ་རུབ་ཀྱི་ཐོག་ནས་རྒྱ་ནག་གཞུང་ཚབ་ཡ་ནི་ད་ལྟའི་བོད་ནང་གི་ད་སློབ་ཕྲུག་ནི་འདུག་ས་རྒྱ་མི་གི་ད་བཙན་ཁྲིད་བྱས་བྱས་རྒྱ་ནག་གི་སློབ་གྲྭ་བཏང་ཡ་དང་ནི་ཆུ་དེ་རང་མོས་ཏོ་རེད་ད་འདི་ཚོ་གི་ཐོག་ལ་ཡང་རྔམ་ཚབ་ལ་བར་སེམས་ཚབ་ཡོད་པའི་ཆ་སྒྲིག་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། ནད་བདག་ཁོ་རང་སྡེ་རོང་སུ་གྱུར་པ་ལ་ཡང་གཅིག་ཁ་རྩེད་རྩེ་ངེས་ལོག་རེ་གནས་སྐོར་ངེས་ཀྱི་རུ་ཁག་ནས་བཤད་པ་ཡིན་ན་ཨི་རན་གྱི་གྲོས་ཚོགས་འཐུས་མི་ཨེ་ཧྥེ་རན་རེ་ཛ་ལེ་ཏོ་ཁོ་རང་གིས་ཨ་རིའི་སྲིད་འཛིན་ཀྲུམ་ལ་གནས་སྐོར་བྱས། ཉེ་ཆར་ཨ་རིའི་སྲིད་འཛིན་ཀྲུམ་གྱིས་ད་ལྟའི་ཨི་རན་གྱི་མཚོ་གྲུའི་འགྲོ་སའི་ལམ་འགག Strait of Hormuz། ཨ་རི་གིས་ད་ག་འདྲ་སྲུང་སྐྱོབ་བྱེད་ཀྱི་ཡིན་ལ་འདི་འདྲའི་གི་བཀའ་མོལ་གནང་ཡོད་པ་འདྲ། ཕྱི་ཟླ་གིས་ཨི་རན་གྱི་གྲོས་ཚོགས་འཐུས་མི་གིས་ཁྱེད་རང་ང་ཚོའི་གི་གྲུ་གཟིངས་འགྲོ་སའི་མཚོ་གི་མཚོ་ལམ་ལའོ་ར་སིར་ཧོར་མུ་སི་ཇུས་གཏོགས་བྱས་དགོས་གི་མ་རེད་ས་ཁྱེད་རང་སྲུང་སྐྱོབ་བྱེད་དགོས་གི་ཡོད་ན་གྲོས་ཚོགས་འཐུས་མི་ལིན་ད་སི་གྷི་ར་ཧམ་གིས་ད་ཕུང་པོ་ལའོ་རའི་རོ་ད་ཕྱི་རྒྱལ་དེ་ཚོ་ཡིན་ན་ཁོ་ཚོ་རོ་ས་འོག་ནེམ་བྱ་བ་གི་རོ་ཧང་ན་བཞག་གི་ཡོད་པ་རོ་པ་དེ་སྲུང་སྐྱོབ་བྱེད་ག་གུས་ལབ་བྱ་ཡ་ནས་ལྐོག་ཡོད་པའི་ནི་ཚོའི་ལྕེ་ཡ་རེད་ད་ཤ། ད་ག་འདྲ་ཁོ་རང་ད་ལྟའི་སྡེ་རོང་སུ་ཕྱིང་པ་དེ་ཡ་ད་ལྟའི་ར་ཤི་ཡ་ད་ནི་ཨི་རན་གཉིས་ད་པེ་མི་སི་ཀི་དགའ་བོ་བྱུང་ཡོད་པ་ནི་ཞོག་ལ་ཀྱི་ད་རྒྱ་ནག་ཡ་ནི་འདི་སྐོར་དགའ་བོ་བྱུང་ཡོད་པའི་ར་ག་འདྲ་ཁོ་རང་གི་ཡ་དེ་འདྲའི་འགྲོ་མི་ཐུབ་སྟངས་ད་དམངས་གཙོ་ད་ནི་བོད་དོན་གི་ཐོག་ལ་ཡ་ཤུགས་ཆེན་པོ་ལས་ཀ་བྱས་དེ་གཉིས་གང་ཟག་ཅིག་ཆགས་བསྡད་ཀྱི་ཡོད་པ་འདྲ། འཛམ་གླིང་དམག་འཁྲུག་ཁག་དང་འབྲེལ་བའི་གནས་ཚུལ་གཅིག་ཞུས་པ་ཡིན་ན་ད་ལྟ་འདི་ཨ་རི་དང་ཨི་རན་གྱི་དམག་ཚབས་ཆེ་རུ་འགྲོ་གི་ཡོད་པ་དང་ཨ་རི་གིས་ཨི་རན་གྱི་རྒྱལ་ཁབ་ཀྱི་ད་ལྟའི་དམག་དོན་དང་འབྲེལ་བའི་ཐོག་ནས་ལྟེ་གནས་མང་པོ་ཅིག་ལ་གཏོར་སྐྱོན་བཏང་གི་ཡོད་པ་ཡིན་ཙང་ཨི་རན་ལ་དཀའ་ངལ་འཕྲད་པའི་ཐོག་ནས་རོ་ཤི་ཡ་གྱི་གནམ་གྲུ་ཁྲི་ཡུ་ཉིས་བརྒྱ་བཅུ་བཞི་ཕི་ཡུའི་ལས་ཆོད་ད་དེའི་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་གནམ་གྲུ་འདི་གི་ཁྱད་ཆོས་གཙོ་བོ་འདི་ད་ད་ལྟའི་ཨི་རན་གྱི་ཅིག་ང་ཚོས་ད་དྲ་རྒྱའི་གི་རྒྱུད་ནས་ལ་བོར་བའི་བརྡ་རྟགས་གི་རྒྱུད་ནས་ལན་འབྲས་མང་པོ་ཅིག་བཀག་བཞག་ཡོད་པ་ཡིན་ཙང་གཏོར་བཤིག་བཏང་པ་ཡིན་ཙང་ད་འདི་གི་སྲུང་སྐྱོབ་དང་མྱུར་སྐྱོབ་བཅས་གི་ཆེད་དུ་ད་དེ Satellite རེད་ད་ན་ཞེས་ཡང་ཡང་ཅིག་གྲགས་དཀའ་ཡ་རེད། ལྷོད་འདི་འདྲའི་མང་པོ་ཅིག་ལ་འདིའི་གནམ་གྲུ་འདི་གི་ནང་ལོགས་ཡང་འཕྲུལ་ཆས་མང་པོ་བརྗོད་འདོད་པ་འདི་གི་བེད་སྤྱོད་བྱེད་ཐུབ་ཀྱི་ཡོད་པའི་གནས་ཚོད་གཅིག་གི་ཐོག་ནི། ད་འདི་ལྟ་གཙོ་བོ་ང་ཚོས་ད་ལྟའི་དམག་དེ་ཡིན་ན་བེད་ཁོ་ན་ལྟ་འཕྲུལ་ཆས་ཀྱི་དམག་ཆགས་བསྡད་ཀྱི་ཡོད་པ་ཡིན་ཙང་འཕྲུལ་ཆས་དཀའ་ཡ་གི་འདི་འདྲའི་གི་ལས་གཞི་མང་པོ་ཅིག་འདི་གི་དཀའ་ངལ་སེལ་ཐུབ་ཀྱི་ཡོད་པ་འདི་འདྲའི་གི་ཐོག་ནི་བཏང་བའི་གནས་ཚོད་གཅལ་རེད་ད་ཆ་གང་ལྟར་གནམ་གྲུ་དེ་ཡིན་ན་ཧ་ཅང་གི་མགྱོགས་པོ་དང། ནི་ཤུགས་ཆེན་པོ་ཡོད་འདོད་པ་འདི་འདྲའི་གི་གནམ་གྲུ་གཅལ་ཆགས་བསྡད་ཀྱི་འདུག་ཐ་ན་ཞེས་རེ་ཤི་ཡཱ་གི་སོ་བ་ཁ་ཅིག་གིས་ཇི་པན་གྱི་ནང་ལོ་ཡ་ནི་ད་ལྟའི་དྲ་རྒྱའི་གི་ཐོག་ནས་ད་གང་དག་ཇི་པན་གྱི་འཕྲུལ་ཆས་ཀྱི་ཤེས་ཚད་དང་འཇོན་ཐང་མང་པོ་ཅིག་རྐུ་མ་བརྒྱབ་བྱས། ཇི་པན་གྱི་ད་གུ་དཀྱུས་མ་ལ་བེད་སྤྱོད་བཏང་ཡས་ཀྱི་དྲ་ཤུགས་ཆེན་པོ་དེ་ཚོ་རྐུ་མ་བརྒྱབ་བྱས་ནས་དེ་རེ་ཤི་ཡཱ་གི་དམག་གི་ལག་ཆ་བཟོ་བའི་ནང་ལོ་བེད་སྤྱོད་བཏང་གི་ཡོད་པའི་གནས་ཚུལ་ཅིག་ནིའུ་ཡོག་གསར་ཁང་གིས་བཀོད་དེ་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ཁོ་རང་ཚོ་གི་ཤེས་བྱས་བྱས་ན་ད་ལྟའི་ཇེ་ཕན་གྱི་ནམ་རྒྱུན་ད་སྐྱ་ལག་གྷ་རེ་ནི་དེའི་བཟོས་བྱས་མི་དཀྱུས་མ་ལ་བཙོང་བསྡད་ཀྱི་ཡོད་པ་རེད་དེ་ནི་དེའི་རྒྱལ་ཁབ་གཞན་པ་ཅིག་གི་བརྒྱུད་ནས་འགྲོ་བྱེད་ར་ཤས་ཀྱི་ཉོས་བྱེད་ཨ་དེའི་ཆ་ཤས་དེ་ཚོ་ཚུར་ལེན་བྱེད་དམག་དོན་ནང་ལོག་ལ་བེད་སྤྱོད་གཏང་གི་ཡོད་པ་རེད་ཟེར་ན་དེ་འདྲའི་གེ་ནི་ཚོའི་དཔྱད་རེད་དེ་བཤད། དེ་ནི་ཇེ་ཕན་གྱི་སྙིང་སྟོང་ཅིག་ཕྱི་བསྒྲགས་བྱས་བྱས་ཁོ་རང་ཚོ་གི་ཡུཀ་རེན་གྱི་ས་ཆ་ཨོར་ཀོབ་ཧིབ་ལས་འོངས་ཏེ་ལི་ཨ་ནི་ཛུ་སྟོར་སྐྱོན་བྱས་པ་ཡིན། ད་དེ་གཙོ་བོ་ཡོད་ས་དང་ད་ཛོ་ཧྥོ་རོ་ཛི་ཡ་ལ་ས་ཆ་དེ་ལ་ཡོད་བསྡད་པ་དང་དེ་ལ་གཏོར་སྐྱོན་བཏང་པས་སྦམ་ཤུགས་ཆེན་པོ་བཞི་བོ་ཅིག་བརྒྱབ་ཡོད་པས་ནི་ཚོའི་དཔྱད་ཤེས་བརྡེག་འདུག་ད་ག་འདྲ་ད་ལྟའི་བར་རྫས་བརྒྱབ་ས་དེ་ཡིན་ན་ད་ད་ལྟའི་ཀྱི་ཁ་ལོ་ང་ཚོའི་ར་ཤི་ཡ་གི་དམག་དང་ཡུཀ་རེན་གྱི་དམག་རྒྱ་ས་ཀྱི་ས་མཚམས་ལས་ཕྱིན་ན་ཡང་ཀི་ལོ་མི་ཏུར་ལྔ་བཅུ་དྲུག་ཅུ་ཟིག་པ་ར་ལས་དེ་འདྲ་ཅིག་ལ་གཏོར་སྐྱོན་བྱེད་མགོ་ཡོད་པས་ནི་ཚོའི་གཅིག་དང།

ད་ཁ་ཚང་དུ་ཁོ་རང་འཛིན་བཟུང་བྱས་ཡོད་པའི་གནས་ཚུལ་བཅས་རེ་བདེ་ཆེ། ད་ཁོ་རང་འཛིན་བཟུང་བྱས་ཀྱི་རྒྱུ་མཚན་གཙོ་བོ་དེ་ཁོ་རང་གི་བརྙན་ཐུང་ཅིག་ཕྱི་ལ་གྲགས་བྱས། ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ད་ལྟའི་རེ་ཤེ་ཡའི་སྲིད་འཛིན་པུ་ཀྲིན་ལ་ཁབ་ཐེ་གཙོ་བོ་བྱེད་མཁན་གྱི་ཨ་ལེག་སི། ནེ་ཝེ་ལིན་གྱིས་རྒྱབ་སྐྱོར་བྱས་པའི་ཐོག་ནས་ད་ཁོ་རང་གི་སྐད་འབོད་རྒྱག་བསྡད་པ་དང་ལི་གུས་སྤེལ་བ་དེ་འདྲ་གྱི་བརྙན་ཐུང་ཅིག་བཏོན་བྱས་གང་ལྟར་ད་ཁོ་རང་རྒྱལ་ཁབ་ཡ་གྷ་ལོར་རྒྱལ་བཙོང་བ་ལའོ་རའི་རྒྱལ་ཁབ་ལ་མ་དགའ་ངེས་ཀྱི་མི་རེ་ཤ་སྟབས་ཆགས་འཛིན་བཟུང་བྱས་པའི་གནས་ཚུལ་བཅས་རེ་བདེ་ཆེ། གཙོ་བོ་དང་སྲིད་འཛིན་པུ་ཀྲིན་གྱིས་ཁོ་རང་ཡང་ཁ་བརྡའི་བཅའ་ངན་མིན་ནུས་པ་ཆེན་སླད་སོང་བས་ན་ལམ་སང་མ་ཉེས་ཁ་ཡོག་བྱས་ནས་ད་འཛིན་བཟུང་བྱས་བྱས་ནས་བཙོན་ཁང་ནང་བླུགས་བྱས་ད་གང་ད་དུག་སྤྲད་ད་དེ་འདྲ་གོག་བསྲེ་བཏང་གི་གནས་ཚུལ་མང་པོ་ཡོད་དེ་བས་ནས་ཚོད་བྱས་རེད། དེ་ནས་ཡུག་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ཁ་སང་ཧྥ་རན་སི་ལ་ཕྱིན་བྱས་ནས་ཕ་གི་ཡ་རྒྱལ་ཁབ་ཁག་ཉི་ཤུ་རྩ་ལྔ་གི་འགོ་ཁྲིད་ཉམས་རྟོགས་ཀྱི་ཁྲིད་བྱུང་ཡོད་པའི་གནས་ཚུལ་བཅས་རེད་བཤད་ད་དེའི་ནང་ལོགས་ནས་ད་ལྟའི་ཧྥ་རན་སི་དང་ཡུ་ཀེ་རེན་གྱི་པར་ཡ་དམག་དོན་གྱི་ཐོག་ནས་གན་རྒྱ་བཞག་བྱས་ཧྥ་རན་སི་གྱིས་ཡུ་ཀེ་རེན་ཡ་ནི་གོ་ལག་ཆ་མང་པོ་ཅིག་བཙོང་ཡ་དང་སྤྲད་ཡ་དང་ད་ན་ཤི་ཧྥ་རན་སི་གྱི་གོ་ལག་ཆ་ཤུགས་ཆེན་པོ་དེ་འདྲས་ཁག་ཅིག་ཡུ་ཀེ་རེན་ནང་ལོགས་ལ་བཟོ་ཆོག་ཡ་གྱི་ཆོག་མཆན་མ་བཟོ་ན་སྤྲད་བྱས་ནི་གང་ད་ལྟ། བཙོངས་པས་ན་ཡང་རྒྱལ་ཁབ་གཞན་པ་རྙོག་དྲ་ཞིག་ཡོད་རོ། ད་ཁོ་རང་ཚོ་རང་གིས་བཟོས་པས་ན་ཡུག་རེན་ཁོ་རང་ཚོ་གིས་བཟོས་ཀྱི་ཡོད་པས་ན་དེ་རྙོག་དྲ་གལ་མེད་པ་ཡིན་ཙང། གང་ལྟར་དེ་འདྲའི་བཟོས་ཆོག་ཡ་གི་ཆོག་མཆན་དག་ནི་བཟོ་སྟངས་ཚང་མ་སྤྲད་ཀྱི་དེ་འདྲའི་སྐད་ནི་ཚོའི་སྤྱད་རེད་དེ་ཤག་ད་ཐ་འདི་ཧྥ་རན་སི་གི་རྒྱལ་ས་པེ་རིས་ལ་འཚོ་བ་བྱ་བའི་ཁ་ཚང་འདུག་ས་རྒྱལ་ཁབ་ཁག། ཉི་ཤུ་རྩ་ལྔ་གྱི་མཉམ་སྒྲུབ་ཀྱི་ཚོགས་འདུའི་ཚོགས་བཅར་ནི་རྒྱལ་ཁབ་ཁག་ཉི་ཤུ་རྩ་ལྔ་འདིའི་ནང་ལོགས་ནས་རྒྱལ་ཁབ་བདུན་གཅིག་གི་མ་འོངས་པར་ར་ཤི་ཡ་གྱི་ད་མི་ཤུ་བྷུན་ད་ཡུག་རོབ་ཡུ་རོབ་ལ་སྲུང་སྐྱོབ་བྱེད་ཀྱི་ཡིན་ལབ་ཅེས་ད་ག་ད་གན་རྒྱ་བཞག་ཡོད་པའི་གནས་ཚུལ་བཅས་རེད་དེ་ཆ་འདིའི་ནང་ལོགས་ཡ་གཙོ་བོ་ད་ལྟའི་ཡུཀ་རེན་རེད། ཨན་ཐ་ནི་ཞེས། དན་མཱག། ཧྥ་རན་སི། ཇར་མ་ནི། ཨི་ཐ་ལི། ནེ་ཏར་ལན། ནོར་ཝེ། སི་པེན། སུའུ་ཏིན། དབྱིན་ཇི་ལུང་པ་གི་བྱ་ཡོད་པའི་གནས་ཚུལ་བཅས་རེད་དུ་ཆགས། གང་ལྟར། ད་ཐེངས་འདི། རོ་ཤི་ཡ་དང་ཡུཀ་རེན་གྱི་དམག་དང་འབྲེལ་བའི་ཐོག་ནས་ཡང་དབྱིན་ཇི་ལུང་པ་གིས་ནས་ཡང་དུ་སུ་ཡུཀ་རེན་ཡར་རོགས་རམ་བྱེད་ཀྱི་བྱས་བྱས་ནས་ད་ཐེངས་དབྱིན་ཇི་ལུང་པ་གིས་ཡང་ཅིག་དམག་གི་གདོང་ལེན་བྱས་ལོག་ར། Air Defense། དེ་འདྲའི་ཡོན་མང་པོ་གཅིག་ཕ་གི་ལ་བཏང་ཡ་གི་ཆ་ཤས་གཅིག་ཡོད་པའི་འདི་ཚོའི་བཅས་རེད་དེ་ཤ་ག་ད་ཡོན་ཧྥུ་རན་སི་གི་ད་ལྟའི Fighter Jet ད་གནམ་དམག་རྫི་ངན་གི་གནམ་གྲུ་ཁག་གཅིག་བཟོས་བྱས་དུས་སུ་ཡུཀ་རེ་ནས་བཏང་གི་ཡོད་པ་ད་འདི་ད་ལྟའི་ཁོ་རང་ཚོ་གི་བཅུ་དྲུག་བཏང་ཡ་རེད་ཟེར་དོན་ད་འདི་ད་ལྟའི་ལོ་དེ་ན་རེད་མི་འདུག་ཉིས་སྟོང་ཉིས་རྩ་བརྒྱད་དང་རྩ་དགུ་བར་ལ་ད་ཕ་གི་བཏང་ཐུག་གི་ཡོད་པའི་འདི་ཚོའི་བཅས་བཤད་བསྡད་ཀྱི་འདུག་དེ་ནི་དབྱིན་ཇི་གི་ད་ལྟའི།

ནས་དེ་འདྲ་གི་ལས་གཞི་བཅས་བྱ་བསྡད་ཀྱི་འདུག་དེ་ནི་ཨ་རི་གིས་ད་ལྟའི་ཨི་རན་གྱི་མེ་ཤུགས་འཕུར་མདའ་གྱི་བཟོ་སའི་ལྟེ་གནས་ཁག་རེད་ད་ནང་བཞིན་གནམ་དམག་འཛིང་སའི་གི་ལྟེ་གནས་ས་ཆ་རེད་ཡང་ད་ལྟ Strait of Hormuz དེའི་ཉེ་སྐོར་ལ་ཨི་རན་གྱི་གྲུ་གཟིངས་མགྱོགས་པོ་དེ་འདྲ་ཆུ་མཇུག་དེ་འདྲ་མང་པོ་བྱས་ཡོད་པ་རེད་དེ་ཚོ་མང་པོ་ཅིག་ལ་གཏོར་སྐྱོན་ཤུགས་ཆེན་པོ་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནས་ད་ལྟའི་ཡེ་མན་ལུང་པ་ནང་ལོ་ཡ་ད་ཡེ་མན་ལུང་པ་དེ་གཙོ་བོ་ཧུ་ཏིས་ཀྱིས་དབང་བསྒྱུར་བྱས་ཡོད་པ་དང། དེ་གི་ཕྱོགས་གཅིག་དེ་ད་ལྟའི་ཡེ་མན་སྲིད་གཞུང་ད་གཙང་མ་ཡིན་ཟླབས་དེ་སྔའི་རུ་ཁག་གཅིག་སའུ་ཏི་ཨ་རི་བྷའི་གི་རོགས་པ་བྱས་བྱས་དུ་གཞུང་ས་བ་གཅིག་གཙོ་བྱས་ད་རྒྱལ་ཁབ་གཅིག་ན་གཞུང་གཉིས་ཆགས་དེ་གི་བ་དེ་འདྲའི་གི་རྣམ་པ་རོ་ཞི་རེད་དེ་ཤ་དེ་ད་གི་ད་ཁ་ཚང་དུ་སའུ་ཏི་ཨ་རི་བྷའི་གི་རོགས་པ་བྱས་པའི་མངའ་འོག་ནས་ད་ལྟའི་ཁོ་རང་སུ་གི་ཡེ་མན་གྱི་དབང་བསྒྱུར་བྱས་བཞག་པའི་ས་ཆ་ཁག་ཡ་ཡོད་སྡེ་བའི་ད་ལྟ་ཀྱི་བཅས་གནམ་ཐང། Sana'a Airport List། དུ་སྡེ་ཡིག་གི་གནམ་གྲུའི་རྒྱུག་ལམ་ཡར་གཏོར་སྐྱོན་ཤུགས་ཆེན་པོ་བཏང་ཡོད་པའི་གནས་ཚུལ་བཅས་རེད་ད་ཁོ་རང་ཚོ་གི་སྡེ་གཏོར་སྐྱོན་བཏང་དགོས་ཡ་གི་རྒྱུ་མཚན་དེ་ཡིན་ན་ནི་མ་འོངས་པར་ཨི་རན་གྱི་དམག་མི་གི་གནམ་གྲུ་སྡེ་ལ་བབས་སྲིད་ཀྱི་རེད་ད་ལྟ་ནི་གཙང་མ་བཟོས་དགོས་གོ་རེད་ཟབ་ཆ་བཟོས་ཡོད་པའི་གནས་ཚུལ་བཅས་རེད་ད་ཤ་ཁ་ད་ད་ལྟའི་ཧུ་ཐིས་རུ་ཁག་གི། ཞེས་བྱས་པ་ཞེ་ན་དེའི་གི་རྒྱབ་ལོ་ལ་ཚང་མ་སའུ་ཏི་ཨ་རི་བྷའི་ཡོད་ར་ཕྱིན་ས་ང་ཚོའི་གི་སའུ་ཏི་ཨ་རི་བྷའི་ལ་དམག་རྒྱག་གི་ཡིན་ལབ་བྱས་ཡོང་ཚུལ་འདིག་ར་བཏང་འདི་གི་ཡོད་བྷའི་ནི་ཚོའི་དཔྱལ་རེད་དེ་གང་ལྟར་ཉེས་པ་འདྲ་འདྲ་ཕོ་བོ་རེད་ལབ་བྱས་བཤད་བྷའི་ནི་ཚོའི་དཔྱལ་རེད་དེ་བཤད། ཨ་ཐ་མ་དེ་རྒྱ་ནག་དང་འབྲེལ་བའི་ནི་ཚོ་ཁ་ཅིག་ཞུ་ཡོད་བྷའི་ན་ད་ཨ་རི་སྲིད་འཛིན་ཀྲམ་གི་ད་འདྲའི་ཀུ་ཤུ་ཁ་པག་གི་སྦྱིན་བདག Tim Cook ལ་ནི་དུ་ནུ་ཤུ་སྤྲད་བྱས་ཁ་འདའ་ཀུ་ཤུ་ཁ་པག་གི་ནང་ལོག་གི་ད་འདྲའི Chips ལོ་རེ་ད་དྲ་རྒྱའི་མ་ལག་གཙོ་བོ་བེད་སྤྱོད་བཏང་ཡ་དེ་ཨ་རི་རང་ནས་བཟོས་བཞག་པའི Intel གྱི Chips བེད་སྤྱོད་བཏང་ན་ཡག་པོ་ཡོད་རེད་དེ་མ་གཏོགས་ད་ཕྱི་ལོ་རྒྱལ་ཁབ་གྱི Chips བེད་སྤྱོད་བཏང་བས་ན་ཨ་རི་གྱི་སྒོ་ཁྲལ་མང་པོ་ཅིག་རྒྱབ་དགོས་ཀྱི་ཡོད་པ་ཡིན་ཙང་ཁ་བ་གོང་ཆེན་པོ་ཆགས་ཡ་དང་ཡང་དེ་འདྲའི་གྱི་ཐོག་ནས་ནུས་ཚོད་མང་པོ་ལྷག་གི་ཡོད་པ་ཡིན་ཙང་ཨ་ནི་ཁྱོད་རང་ཚོ་གྱི་ཨ་རི་རང་གིས་བཟོས་བཞག་པའི Chips བེད་སྤྱོད་བཏང་བས་ན། ནི་མ་འོངས་པར་སྒོ་ཁྲལ་སྤར་ཆ་དང་འབྲེལ་བའི་ཐོག་ནས་ནི་ཚོད་གང་ཡང་ཐུག་གི་མ་རེད། ལྷག་གི་མ་རེད་ལབ་བྱ་ཤེས་ཡོད་པས་ནི་ཚོད་ཅེས་རེད་དེ་བཤད། ད་ནི་ཤེས་ཀུ་ཤུ་ཁ་པར་གྱི་ཡིན་ན་དེ་ཤི་སོང་བྱས་བྱས་ཀུ་ཤུ་གྱི་ད་ལྟའི། Mac Laptop དང་ནི iPhone གང་ལ་འདི་བེད་སྤྱོད་བཏང་ཡག་གི་ད་ཐུག་ཟེར་བྱ་ཤི་ཡང་བཀོད་གི་ཡོད་པས་ནི་ཚོད་ཅེས་རེད་དེ་བཤད། དེ་ནི་ད་ད་ལྟའི་གློག་གི་མུ་དྲ་དང་འབྲེལ་བའི་ཐོག་ནས་ད་ལས་ཀ་མང་པོ་ཅིག་ཡོང་བསྡད་ཡོད་པ་རེད་ཁྱེད་ཚང་གི་ད་ལྟའི་རྒྱ་གར་ལྷོ་ཕྱོགས Bangalore ལ་ཡོད་བསྡད་པའི Startup རེད་དེ་ད་ད་ནི་ཚོང་གསར་བ་བཟོས་དེ་ངས་དེ་འདྲའི། ཝལ་ཀི་ཁྲ་ར་ལ་སོས་ད་ཁོ་རང་སོས་ཀི་འཕེལ་རྒྱས་བཏང་ཆད་ད་འདའི་རྒྱ་ནག་གི་ད་གློག་གི་དེ་འདྲའི་གི་བལ་ཁྲི་ལོ་དེ་འདྲའི་ནང་ལོ་ཡ་ཇི་ངར་ཅག་མང་པོ་ཞུ་ལོ་ཆ་ལས་ཀ་བྱེད་དགོས་ཡོད་པ་ད་ངར་ཅག་གི་ཚབ་ལ་ཡང་རྒྱ་གར་གི་ད་འདའི་གཞན་པ་དེ་འདྲའི་ལོ་ཆ་དེ་བེད་སྤྱོད་བཏང་ཡོད་པའི་ནི་སོས་ཅི་ཡ་རེད་ད་ཤ་གཙོ་བོ་ད་ཟངས་ད་དེ་འདྲའི་དུས་ནི་སོས་པའི་ནི་སོས་ཅི་ཡ་རེད་ད་ཤ་ཇི་ནང་ད་འདི་སོས་པ་ན་རྒྱ་ནག་གི་ད་འདའི་གཏེར་ཁ་དཀོན་པོ་ཁག་མང་པོ་ཅིག། ཕྱི་ལོག་ལ་མ་བཏང་བྱས་བྱས་བཀག་བསྡད་པ་དེ། ལ་རས་མ་བསྐོར་བ་བྱས་བྱས་ཨ་ནི་རང་སྐྱ་ཕས་བེད་ཡོན་སོ་སོ་སོ་གི་ལོག་གི་དེ་ནས་བཟོས་ཐོལ་གི་བེད་སྟོན་ཅིག་ཆགས་བསྡད་ཀྱི་ཡོད་འདྲ། དེ་ནས་པ་ཀི་སི་ཐན་གཞུང་གིས་ད་ལྟའི་རྒྱ་ནག་ལོག་གི་ལས་ཁུངས་ལ་ཨ་ནི་བུ་ལོན་དེ་ད་པ་ཀི་སི་ཐན་གོར་མོ་ཡིན་ན་བི་ལིན་བརྒྱ་དང་བདུན་ཅུ་བྱས། ཨ་ནི་རྒྱ་གར་གོར་མོ་ཡིན་ན་ཀ་རོར་ལྔ་སྟོང། རྒྱལ་རྒྱ་སྤྲད་དགོས་ཡོད་པ་རེད་ད་ད་ནྡའི་པ་ཀི་སི་ཐན་གི་སྤྱི་ཀྱང་བྱེད་རོགས་བྱེད་ལ་རེ་བ་ཞུ་གི་འདུག་དེ་ཡིན་ན་རྒྱ་ནག་གི་སྤྱི་སྐྱོང་མ་ཆོག་བྱས་ཆ་ཁོང་ཚོ་བུ་ལོན་ད་ལྟ་རང་སྒུག་ཡོད་ལབ་བྱས་ད་གང་དག་གནོད་ཤུགས་སྤྲད་གི་ཡོད་པའི་གནས་ཚུལ་བཅས་རེད་ད་ཤ་ཚིག་ད་གི་ད་ནྡའི་པ་ཀི་སི་ཐན་སྲིད་གཞུང་ནས་ཡིན་ན་ད་པི་ཆ་དེ་བུ་ལོན་རག་ཡས་གི་ཆེད་སྤྲད་ཐུ་ཡས་གི་ཆེད་དུ་ཡང་ལུང་པ་གཞན་པ་ནས་རེད་ད་ནྡ་ཞིག་མཉམ་འབྲེལ་རྒྱལ་ཚོགས་དང་དེ་འདྲས་ནས་འབྲེལ་བ་བྱས་བྱས་ཁོ་རང་ཚོ་གི་བི་ལིན་བཅུ་ཡས་ཐུ་ཡས་གི་ཨ་རི་གུང་མོ་སྒྲོ་ལ་བྷི་ལིན་ཅུ་དབྱར་རལ་གྱི་འབི་བརྩོན་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་ཤ་ད་འདི་ཤ་ནི་ཁོ་རང་སོགས་ཀྱིས་སའུ་ཏི་ཨ་རི་བྷི་ཡ་ལི་རེ་བ་ཤུགས་ཆེན་པོ་རྒྱག་གི་ཡོད་པའི་གནས་ཚུལ་བཅས་རེད་ཤ་དེ་ནི་རྒྱ་གར་མངའ་སྡེའི West Bengal གྱི་སྤྱི་ཁྱབ་བློན་ཆེན་བྷར་ཏའི་རྒྱལ་མདའ་པར་ཏི་གི་ངེད་ཅག་འཐུས་མི་ཡིན་འདེད་པ་ནི Suvendu Adhikari ད་ཁོ་རང་གིས་ཤ་བྱས་པ་ཤ་ན་ཕ་གི West Bengal གྱི Kolkata གྲོང་ཁྱེར་གྱི་རྒྱལ་གཅེས་གནམ་ཐང་རུ་བ་ནི་ད་ནི་ད་ཅི Subhas Chandra Bose International Airport ད་ཅི་བཅས་གནམ་ཐང་འདི་གི་ནང་ལོ་ཡ་ཁ་ཆེ་ལྷང་བྱོས་པ་དྲ་གནམ་ཐང་གི་ད་གནམ་གྲུ་རྒྱུག་ལམ་གི་ཉེ་བསྐོར་ཡག་དོ་བ་ཅན་ཁ་ཆེ་ལྷང་དེ་ན་ཡ་གཅིག་ཁ་ལོ་ལོ་བརྒྱ་ད་གསུམ་སོ་དྲུག་གི་ལུག་ཁྱུ་ཡོད་དེ་བ་བད་ཁོ་རང་རྙིང་པ་ཞི་བ་བྱས་དེ་འདྲ་གི་ནི་ཚོད་གི་ཐོག་ནི་ད་ཁ་ཚང་གི་སྨྱོན་ལ་གནམ་ཐང་དེ་བཟོས་བའི་སྐབས་སོ་ནི་མ་གཏོར་བ་བྱས་བྱས་ནི་ཁ་ཆེ་དེ་ཚོ་དེ་ལ་འགྲོ་ཆོག་ཡ་གི་ཆོག་ཆེན་དེ་འདྲ་རང་སྤྲད་ཡོད་པ་དྲ་ད་ད་འདི West Bengal གི་སྤྱི་ཁྱབ་བློན་ཆེན་གསར་པ་གི

དེ་རིང་རྒྱ་གར་གློག་བརྙན་འཁྲབ་མཁན་སྐེ་གྲགས་ཆེན་པོ་སལ་མཱན་ཁཱན་གྱི་ལྟད་མོ། མཱ་ཏཱ་བུ་མི། ཏཱ་ཏི་ངན་ལ Battle of Galwan Galwan གྱི་དམག་ཟླ་ནི་ཞྭ་བྷི་རི་ཏཱ་ཏི་རྒྱ་གར་གྱི་བརྒྱུད་པ་བཏང་བྱ Matra བུ་མི་དང་སོ་སོའི་ཕ་མའི་ས། ལས་ཆོག་དེ་འདྲས་ཀྱི་གནས་ཚུལ་མིང་ཐོག་བསྒྱུར་ཡོད་པ་དང། ད་ད་ལྟའི་ནས་ལྟད་མོ་དེ་དོན་ཐུག་གི་མེད་པ་དང་གང་ཡིན་ཟེར་ན་རྒྱ་གར་ད་ལྟའི་བདེ་སྲུང་ལས་ཁུངས་གཙོས་པའི་ད་ལྟའི་ལྟད་མོ་ཞིབ་འཇུག་ཚོགས་པ་དགེ་ལྟད་མོ་དེ་ཞིམ་འཇུག་རྒྱས་པ་བྱས་རྗེས་ད་ག་ན་འདི་ན་ལ་རྒྱ་ནག་ཡར་ཕོག་འདུག་འགྲོ་ཡ་གི་གཉིས་སྟོང་ཟོས་པ་ཡིན་ཙང་དེ་མ་འགྲོ་ཡ་གི་ཆེད་དུ་ད་ལྟད་མོ་དེ་ལས་སླ་རུ་བཏང་ཡ་རེད་བུ་ཚན་མང་པོ་བྱས་དེ་གི་ཡོད་པ་རེད་ད་ད་འདི་ལྟད་མོ་དེ་ལོ་འདི་ལ་དོན་ཡ་རེད་དེ་ནི་ད་དོན་ཐུག་གི་མེད་པ་ད་ཉིས་སྟོང་ཉི་ཤུ་རྩ་བདུན་ནང་ཨ་ནི་དུ་དོན་ཡ་གི་ད་ཡི་ལའོ་རེད་དེ་འདྲ་གི་རེ་བ་བཅས་རེད་དེ་ཤ། དེ་ནི་རྒྱ་ནག་གི་ཚོང་ལས་གསར་པ་ཉེ་ངེས་ད་ལྟའི་ཚོང་གསར་པ་གཅིག་གིས AI གི་བེད་སྤྱོད་བཏང་བྱ་ལག་རོགས AI མ་ལག་གཙོ་བོ་བྱས་པའི་ད་ལྟའི་ཁ་པར་གསར་པ་ཅིག་བཟོས་འདུག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཚ་བས་ཁོ་རང་གི་མིང་ཡང་ད་ལྟ་ཁོ་རང་སྡིག་སྨྱོན་ལགས་དང་དེ་ཨ་རིག་གི Microsoft ནང་ལས་ཀ་རྒྱུ་རིང་པོ་བྱས་མྱོང་ཡོད་པ་དེ་འདྲའི་དགེ་མི་ཅིག་ཆགས་བསྡད་ཡོད་པ་འདྲ་ད་ད་འདི Step Funds དེ་ནི་ཁོ་རང་གི AI གི་བེད་སྤྱོད་བཏང་པའི་ཐོག་ནས་ལོག་རེད AI མ་རྩ་གཙོ་བོ་བཞག་པའི་ཐོག་ནས་ཁ་པར་བཟོས་བྱས་འདི་ཁ་པར་འདི་གི་ཁྱད་ཆོས་ཡིན་ན་ཡང་ཅིག་ད་སྟག་མེ་ས་ནས་ཡིན་ན་ལན་བརྒྱ་དུ། རྒྱ་ཐུག་ཡོད་པ་སྐད་ཆ་བྱས་ཐུག་ཡོད་པ་ད་འདི་ནང་དུ། ཁ་པར་འདི་གི་ནང་དོན་ཚང་མ AI གིས་ད་འདི་གསར་ཤོས་འདི་ཚོ་བེད་སྤྱོད་བཏང་གི་ཡོད་པ་འདི་འདྲ་རྒྱའི་ནི་ཚོའི་དཔྱད་རེད་དེ་ཤ། དེ་ནི་རྒྱ་ནག་གི་ཁ་ཚང་དུ་ས་ཡུ་རོབ་གཙོས་པའི་ད་འདི་ཨ་རི་དང་ལུང་པ་ཁག་ཅིག་གིས་ད་འདི་ལྷོ་རྒྱ་ནག་རྒྱ་མཚོའི་ནང་ལོ་ཡ་ད་རྒྱ་ནག་གི་ཐོས་ཆ་མང་པོ་བྱེད་ཀྱི་འདུག་ཟེར་ལབ་ཆ་སྔོན་མ་ཉིས་སྟོང་བཅུ་དྲུག་ལོ་བཞག་བཞག་པའི་ཡིག་ཆ་ཞིག་སོང་ཞིག་འགྲོ་དགོས་ཀྱི་རེད་ཟེར་ལབ་ཆ་གནོད་ཤུགས་སྤྲད་པར་བ་ད་རྒྱ་ནག་གི་ད་འདི་ཨ་ཡུ་རོབ་རྒྱལ་ཁབ་འདི་ཚོ།

ད་རྒྱ་གར་ཕྱི་སྲིད་ལས་ཁུངས་ཀྱིས་ནི་གཅིག་མཚུངས་བྱས་ཀྱང་ད་ལྟའི་རྒྱ་གར་གྱི་གཞུང་ནས་ནི་ད་ལྟའི་རྒྱ་ནག་གི་ལྷོ་རྒྱ་ནག་རྒྱ་མཚོའི་གི་ད་མཚོ་གང་ལ་བདག་དབང་བྱས་ཏེ་ནི་ཏག་ཏག་བསྡད་ཡོད་མ་རེད་ཉིས་སྟོང་བཅུ་དྲུག་གི་ཁྲིམས་འཆར་གཞི་བཟུང་བྱས་བྱས་ལས་ཀ་བྱས་དགོས་ཀྱི་རེད་ལ་བྱ་རེ་བ་རྒྱག་གི་ཡོད་པའི་ནི་ཚུལ་བཅས་རེད་ཤག། ཁ་འདའ་ཁ་ཚང་ཨ་རི་དང་དབྱིན་ཇི་གཙོས་པའི་རྒྱལ་ཁབ་ཉི་ཤུ་གིས་ནི་ད་ལྟའི་མ་རྒྱལ་ཁབ་བཅུ་གཉིས་ཀྱི། ཨ་རི། དབྱིན་ཇི། སྟི་ཀང་ལ་རྒྱལ་ཁབ་བཅུ་གཉིས་བརྒྱབ་པའི་ཐོག་ནི་ད་ལྟའི་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་ལོ་ཡས་ད་ལྟ་ལས་ཀ་བྱས་ཏེ་འགྲིག་གི་མི་འདུག་ཟབ་ཆ་གཅུན་གཅོད་བྱས་པར་བ་ཡིན་ན་རྒྱ་ནག་གིས་འདི་ལ་ངོས་ལེན་བྱེད་ཀྱི་མེད་པའི་ནི་ཚུལ་དཔྱད་རེད་འདི་ཤག་ཁ་འདའ་རྒྱ་གར་གྱིས་བཤད་བྱས་པ་བྱེད་ན། ནས་རྒྱ་གར་རྩ་བའི་མང་ཆེ་ལ་བར་གནས་བསྡད་ཀྱི་ཡོད་པ་ཙང་ད་ལྟའི་གྲོས་མོལ་གྱི་ཐོག་ནས་དཀའ་ངལ་སེལ་དགོས་ཀྱི་རེད་ཟེར་བ་ཐ་ན་ཞེས་སྔོན་མ་ཉིས་སྟོང་ཉི་བཅུ་དྲུག་གི་ཁྲིམས་རྒྱ་བཞི་སྲོང་བྱས་བྱས་ནས་རྒྱ་ནག་གིས་ལག་བསྟར་བྱས་དགོས་ཀྱི་རེད་ཟེར་ན་ད་ཁྲིམས་བཞི་སྲོང་བྱས་པ་ནི་རྒྱ་ནག་ཁྲིམས་འགལ་དེ་ཡོད་པ་ཙང་ཕྱི་འཐེན་བྱེད་དགོས་ཀྱི་ཡོད་པ་རེད་ནི་སྤྱོད་འཇུག་ཞི་བ་མ་བྱས་པའི་ཐོག་འདི་འདྲའི་གེགས་ནི་ཚོའི་དཔྱད་རེད་དེ་ཤ་ག་ད་ད་ལྟའི་དེའི་མཚོ་གླིང་གི་རྙོག་དྲ་དེ་ནི་ད་སྔོན་མ་ནས་ཡོད་བསྡད་པ་དང་ད་ད་འདི་མཚོ་གླིང་དེ་གའི་འགྲོ་ལམ་ཅིག་ཡོད་པ་འདྲ་ད་ད་གྲུ་གཟིངས་མང་པོ་འགྲོ་ལམ་དེ་ལ་གཏེར་ཁ་མང་པོ་ཡོད་བསྡད་པ་ད་འདི་ཆ་ནས་འདི་མཉམ་འབྲེལ་རྒྱ་མཚོ་གི་མཚོ་ཁུངས་རྣམ་པ་འདྲ་བོ་བྱས་བྱས་ད་འདི་ལ་ཅིག་གཏེར་སྒོང་ཨེ་དང་འདྲ་མི་འདྲ་ཞེ་དྲག་བྱེད་ཀྱི་མེད་བ་འདྲ། ནི་ད་ད་འདི་རྒྱ་ནག་གི་ནི། ལྷོ་རྒྱ་ནག་རྒྱ་མཚོ་ནི་ཁོང་ཚོའི་ཡིན་ལབ་བྱས་མ་མ་མང་པོ་ཅིག་བཤད་བྱས་ད་ག་འདྲ་འདི་གཏེར་ཁ་ཆེན་པོ་ཡོད་བསྡད་ས་གི་རྒྱ་མཚོའི